སྤྱི་དང། དེ་དབང་གི་རིམ་པ་འདྲ་མི་འདྲ་ཡོང་གི་ཡོད་རེད། བརྒྱུད་རིམ་ཡོང་གི་ཡོད་རེད། ཕྱག་ལེན་གྱི་ཐོག་ནས་ཡང་ཁྱད་པར་འགྲོ་གི་ཡོད་རེད། བླ་མ་སོ་སོའི་གིས་ཅིག་ད་ཁ་སང་སྔོན་མ་མགོ་ལ་ངོ་སྤྲོད་སྐབས་སུ་གསུངས་པ་ལྟ་བུ་རེད། རིང་བཅུའི་སྐབས་མ་ཉེ་བརྒྱུད་གཏེར་མ་བཟང་མོ་དང་ནང་ཟེར་ནས་དེ་གསུངས་དེ་ཡ་དེ་སྤྱི་དང། བརྒྱུད་པའི་གི་ཁྱད་པར་ཅིག་གདུལ་བྱ་སོ་སོའི་སྐྱེ་བོ་གི་བློ་ངོར་ལ་ལྟོས་ནས་གསུངས་པ་མ་གཏོགས་ཆོས་ཉམས་ལེན་ཁོ་རང་གི་སྟེང་ལ་སྐབས་མ་གཏེར་མ་དག་སྣང་གསལ་ནས་ཆོས་ཚན་མ་འདྲ་བ་སྦས་ཏེ་གཅིག་གིས་གཅིག་ལ་ལོག་གཅིག་གིས་གཅིག་ལ་འདྲེས་པ་ཆོས་ནི་མེད་པ་དེ་འདྲ་རྩ་བ་ནས་མ་རེད། ད་དེའི་བརྒྱུད་རིམ་གྱི་ཐོག་ནས་མ་ཕྱེ་བར་ཕྱེ་ཡོང་དུས་དཀའ་ལས་ཁག་ཤོར་ཏེ་རྡོ་རྗེའི་རྒྱུད་འདུལ་དགོས་ཀྱི་ཡོད་རེད་རྡོ་རྗེའི་རྒྱུད་འདུལ་ཡག་ལ་གཏེར་ཐབས་ཆེ་དྲན་པ་དེ་འདྲ་ཚོད་མང་པོ་ཅིག་ཡོང་བསྡད་ཀྱི་ཡོད་རེད། ད་ཡིན་ན་ཡང། དབང་ཞུ་གདམས་ངག་ཞུ། ལམ་རིམ་པ་གཉིས་ཀྱི་ཏིང་འཛིན་གྱི་ཉམས་ལེན་བྱེད། ང་རང་ཚོ་ཚང་མས་ཀྱིས་ཨུ་ཚུགས་བརྒྱབ་ནས་རེ་བ་ཆེན་པོ་ཅིག་བཞག་ཨུ་ཚུགས་ཆེན་པོ་ཅིག་བརྒྱབ་བྱས་ནས་ཅིག་ཆོས་དེ་ཀྱིས་ཕན་མི་ཡོང་ངམ། དབང་དེ་ཞུས་ནས་ཅིག་སོ་སོ་ལ་ཕན་མི་ཡོང་ངམ། གདམས་ངག་དེ་འདྲ་ཅིག་ཞུས་ནས་ཅིག་སོ་སོ་ལ་ཕན་མི་ཡོང་ངམ་བསམ་པའི་ཀྱིས་ཅིག་དཔེ་ཆ་ཤེས་མཁན་ཡིན་ན་རེད། མཚམས་ལ་བཞུགས་མཁན་ཡིན་ན་རེད་སུ་ཡིན་ན་ཡང་ཅིག་རེ་བ་ཆེན་པོ་ཅིག་བརྒྱབ་ནས་དུས་ཚོད་མང་པོ་ཅིག་དེའི་ཐོག་ལ་བཏང་བྱས་ནས། ལག་འཁོར་ལུང་འཁོར་བྱས་ནས་ཆོས་དེའི་ཐོག་ལ་ཡ་གཅིག་འབྲེལ་བ་བྱ་ཡ་ལ་ང་ཚོ་ཨུ་ཚུགས་མང་པོ་རྒྱག་གི་ཡོད་རེད་ད་ཡིན་ན་གདམ་ངག་དེ་ཚོ་ཚང་མའི་ནང་ངོ་ལ་ཡ་གཞི་བཞག་ས་འདྲ་བོ་དེ་ཐོག་མར་གལ་ཆེ་བ། བར་དུ་གནད་ཆེ་བའི་གི་ཉམས་ལེན་ཐ་མ་དེའི་གདམ་ངག་དེ་བར་ཐག་ཆོད་ཡ་ལ་རིམ་པ་གསུམ་དེ་ང་ཚོ་གི་གོ་རིམ་མ་ནོར་བ་བྱས་ནས་ཉམས་ལེན་བྱ་ཡ་དེ་གལ་ཆེན་པོ་རེད། ད་དེའི་དང་པོ་དེ་ག་རེ་སོང་ཡང་འདི་ནང་ལ་ཡ། ཁྲིད་གང་འདྲའི་ཞིག་གནང་པ་ཡིན་ན་ཡང། རིམ་གཉིས་ཀྱི་ཏིང་འཛིན་གྱི་ཉམས་ལེན་གང་འདྲ་ཞིག་བྱས་པ་ཡིན་ན་དང་པོ་གལ་ཆེ་ཤོས་དེ་ངེས་འབྱུང་རེད། ད་དེ་ཁྲིད་ག་བ་ཡིན་ན་ཡོད་རེད་དེ། ངེས་འབྱུང་དེ་ཞེ་དྲག་གལ་ཆེན་པོ་རེད། ངེས་འབྱུང་ཟེར་ཡ་དེ་འཁོར་བ་སྤྱི་དང་བྱེ་བྲག་གི་སྡུག་བསྔལ་མཐའ་དག་ལས་ངེས་པར་འབྱུང་བའི་བློ་ཞིག་དགོས་ཀྱི་ཡོད་རེད། གཟུགས་ལ་ཡང་ལུས་ལ་ནད་ན་ཚ་བརྟས་ཚེ་ཡོད་བསྡད་པ་གཅིག་དང་སེམས་ལ་ཡང་ཅིག་ཁྲེལ་སེལ་ཁྲེལ་སེལ་གྱི་སྡུག་བསྔལ་དང་མ་བདེ་བ་ཅིག་ཡོད་བསྡད་པ་དེ་ཙམ་ལས་ཐར་བར་འདོད་པའི་བློ་ཉེ་བར་བཞག་ནས་ཆོས་བསྒྲུབ་པ་ལ་ནུས་པ་མི་འདུག་ག་ད་དེ་ཡོང་དུས་སྡུག་བསྔལ་རྒྱུ་དང་བཅས་པ་ལས་ཟེར་བཤད་ཡོང་དུས་བཅོམ་ལྡན་འདས་ཀྱིས་ཆོས་སྡིངས་ཤིག་གི་རིམ་པ་དེ་ཚོ་ཚང་མ་དེ་ཐེག་པ་འོག་མའི་སྐབས་སུ་ལ་ཡང་ཆོས་ལ་འཇུག་པ་ལ་གལ་ཆེ་བ་རེད། ཐེག་པ་ཆེན་པོའི་གི་སྐབས་སུ་ལ་ཡང་ཆོས་ལྟ་སྒོམ་སྤྱོད་པ་ཟབ་མོ་དེ་ཚོ་དེའི་རྒྱུད་ལ་ཡང་དག་པར་འབྱོར་བ་ལ་གལ་ཆེ་བ་ཅིག་ཆགས་བསྡད་ཀྱི་ཡོད་རེད། ད་འདིའི་སྐབས་སུ་ལ་གསང་སྔགས་རྡོ་རྗེ་ཐེག་པའི་གི་ཉམས་ལེན་རེད། གསང་སྔགས་རྡོ་རྗེ་ཐེག་པའི་ཉམས་ལེན་གྱི་སྐབས་སུ་ལ་ཡང་དེའི་ཉམས་ལེན་དེ་ཐོབ་པ་དབང་གིས་ཐོབ། འཛིན་པ་དམ་ཚིག་གིས་འཛིན། འབྲས་བུ་རིམ་གཉིས་ཀྱིས་ཐོབ་པའི་གི་ཉམས་ལེན་ཅིག་འདྲ་ཆགས་པོ། ཚིག་རྫིག་པོ་ཅིག་བསྒྲིགས་ཡོད་རེད་དེ། ཡིན་ན་ཡང་རྐང་འདྲ་པོ་བཞག་ས་འདྲ་པོ་དེ་ངེས་འབྱུང་འདྲ་པོ་བརྒྱུད་བསྐུལ་དགོས་རེད་ཟེར་ཡ་དེ་ད་གསུངས་བསྡད་ཡོད་རེད། དང་པོ་ནས་ང་ཚོ་ལྟ་བ་མཐོང་པོ་སྒོམ་མཐོང་པོ་སྐྱོད་པ་མཐོང་པོ་ཅིག་བཤད་བསྡད་པའི་གེ་ཕན་གེ་ཡོད་མ་རེད། སྣང་སྲིད་དག་པ་རབ་འབྱམས་རེད་བཤད་པའི་གེ་ཕན་གེ་ཡོད་མ་རེད། སྣང་སྲིད་ཐམས་ཅད་དག་པའི་གཞལ་ཡས་ཁང་རེད་ཟེར་ཕོ་ཐམས་ཅད་དཔའ་བོ་རེད་མོ་ཐམས་ཅད་དཔའ་མོ་རེད་རྣམ་པར་རྟོག་པ་གཅིག་ཅང་ཡོད་མ་རེད་དེ་ཐམས་ཅད་དེ་ཆོས་སྐུ་གེ་རྩ་རེད་ཟེར་ནས་བཤད་བསྡད་པའི་རྫིག་པོ་ཅིག་བཤད་བསྡད་པའི་གེ་ཕན་གེ་ཡོད་མ་རེད། ད་ང་ཚོ་ཉམས་ས་ལ་ཕན་དགོས་ཀྱི་ཡོད་རེད། ཆོས་ཞུ་དང་མ་ཞུ་དུས་ཚོད་ཅིག་སྐྱེལ་བསྡད་པ་དེ་ཅིག་གི་ཁ་ཐུག་ཁ་ཐུག་ལ་ཨོ་ད་ངས་ཆོས་འདི་འདྲ་ཅིག་ཞུས་པ་ཡིན་སེམས་རྒྱུད་ལ་འདི་འདྲ་ཅིག་ཕན་གྱི་འདུག་དང་མ་འདི་འདྲ་ཅིག་ཞུས་པ་ཡིན་སེམས་རྒྱུད་ལ་འདི་འདྲ་ཅིག་ཕན་གྱི་འདུག་སྔར་ཡིན་ན་སེམས་ལ་ཡང་རྟོག་ཚོགས་དེ་འདྲ་ཅིག་ཡོད་ད་ལྟ་ཆོས་སྒྲུབ་བཞིན་སྒྲུབ་བཞིན་ཨ་ནས་ཅིག་སེམས་ལ་ཡང་ཕན་ཡོན་དང་ཅིག་ནུས་པ་དང། དེ་ཡི་བྱིན་རླབས་ཏེ་དེ་འདྲ་ཅིག་ཐོབ་ཀྱི་འདུག་བསམ་པའི་ཚེ་རང་ལ་ངེས་ཤེས་ཅིག་རྙེད་དགོས་ཀྱི་རེད་མ་གཏོགས་བླ་མ་ཅིག་ལ་བསྟེན་བྱས་ནས་བླ་མ་དེ་གིས་ཨོ་ཁྱེད་རང་འདི་ཞུ་དགོས་རེད་འདི་ཐོབ་དགོས་རེད་གཅིག་ཡོང་གི་རེད་ཕན་ཡོན་ཡོང་གི་རེད་གཉིས་ཡོང་གི་རེད་ཟེར་བཤད་བསྡད་པས་ཀྱི་ང་ཚོ་ལ་ཡང་དེ་གི་ཕན་ཐོགས་གང་ཡང་ཡོད་མ་རེད། དེ་འདྲ་ཡིན་དུས་དང་པོ་ཆོས་ལ་འཇུག་པ་ལ་ཡང་གལ་ཆེ་ཤོས་དེ་ངེས་འབྱུང་རེད་ཟེར་ཏེ་ད་ལྟིང་ང་ཚོ་རྟག་པར་སེམས་ལ་ཡང་ངེས་དགོས་ཀྱི་ཡོད་རེད། ང་ཚོ་ཆོས་ཀྱིས་སྒྲུབ་ཀྱི་ཡོད་རེད་དེ་ཡིན་ན་ཡང་ཆོས་སྒྲུབ་སྟངས་དེ་ཡང་དག་པ་ཅིག་གི་གནད་ལ་མ་འགྲོ་ཡོང་དུས། དེ་ནས་གྲངས་ཀ་དེ་གཙོ་བོ་བཞག། དུས་ཚོད་དེ་གཙོ་བོ་བཞག་ད་དེ་འདྲ་གཅིག་གི་ཐོག་ནས་བར་ཆད་ཕན་ཐོགས་ཡོང་གི་རེད་གོ་ཕན་ཐོགས་ཡོང་བར་ཤོག་ཕན་ཐོགས་ཡོང་དགོས་ཀྱི་རེད་བསམ་པ་འདྲ་བོ་ཞིག་ཡུལ་འདྲ་བོ་བལྟས་ཚེ་ཤེས་ནས་འོ་ད་དེ་འདྲ་གཅིག་གི་བསམ་བློ་མ་གཏོགས་མེད་པར་བ་དེ་ཡིན་དུ་ད་གནས་ལ་འབྱོར་མ་འབྱོར་ཏེ་དེ་ལ་ངེས་འབྱུང་དྲག་པོ་རྒྱུད་བསྐུར་ནས་ཟེར་ད་ངས་ངོ་སྤྲོད་ད་ལྟ་དེ་མ་ངོ་སྤྲོད་ཅིག་ཞུ་ན་ཡག་པོ་འདུག་བསམ། དེ་ནི་བློ་ལྡོག་རྣམ་པ་ཞིག་ལ་བརྟེན་ནས་འཁོར་བ་ལ་ངེས་འབྱུང་གི་ཤུགས་དྲག་པོ་དང་བློ་ལྡོག་རྣམ་ཤེས་ཟེར་ཡ་དེ་དུས་རྒྱུན་དུ་ང་ཚོ་སྔོན་འགྲོ་ལྟ་ངན་ཚང་མེད་ཀྱིས་ཤེས་ཀྱི་ཡོད་རེད་པ་དཔེར་ན་ཀམ་ཚང་གི་སྔོན་འགྲོ་འདྲ་པོ་ཤག་བཞག་ན་དང་པོ་བསྒོམ་བྱ་དང་སྦྱོར་རིན་ཆེན་དེ་ཐོབ་དཀའ་འཇིག་ལ་ད་རེས་དེང་ཡོད་བྱས་དང་སྦྱོར་རྙེད་དཀའ་བ་ལ་བསམ་ནས་ཆོས་ལ་འཇུག་པ། གཉིས་པ་སྣོད་བཅུད་ཐམས་ཅད་མི་རྟག་ཅིང་དགོས་སུ་འགྲོ་བའི་ཚེ་སོར་ཆུ་བུར་འདྲ། ནམ་འཆི་ཆ་མེད་ཤི་ཚེ་རོ་རོ་འགྱུར་དེ་ལ་ཆོས་རྗེ་ཕན་ཕྱིར་བརྩོན་པས་འགྲུབ་ཟེར་བའི་སྐབས་ལ་འཆི་བ་མི་རྟག་པ། འཆི་བ་མི་རྟག་པ་ལ་བློ་འཇོག་ནས་ཆོས་རྣམ་དག་རྒྱུད་ལ་འགྲོ་དགོས་ཀྱི་ཡོད་པ། འདིར་དུ་བ་གསུམ་པ་ཤི་ཚེ་རང་ངོ་མི་འདོར་བ་ལེགས་ནས་བདག་གིར་བྱ་བྱེད་སྡིག་པ་སྤང་དགེ་བའི་བྱ་བས་རྟག་ཏུ་འདའ་བར་བྱ་ཞེས་སམ་ཉིན་རེ་རང་བཅུ་གཉིས་ལ་བརྟག་ཨ་ཚེ་ཁོ་རང་ནང་ལོང་ལ་ཡ་གཅིག་ཉི་མ་རེ་རེ་བཞིན་དུ་ཚིག་སོ་སོ་ཀུན་སློང་ཡིན་ན་རེད་འདུ་ཤེས་ཡིན་ན་རེད་བསམ་བློ་བཏང་སྟངས་དེ་ཆོས་དང་མཐུན་གྱི་འདུག་མི་འདུག་བརྟག་དཔྱད་བཏང་དགོས་རེད། ལྟ། འཁོར་བའི་ཉེས་དམིགས་མཐོང་ནས་སེམས། ལས་རྒྱུ་འབྱེད་བ་མེད་ལྟ་ལས་རྒྱུ་འབྲས་འཁོར་བའི་ཉེས་དམིགས་སྲུང་གི་ཡོད་རེད་བ། དེ་འདྲ་ཡིན་དུས་ལྟ། དེ་ཚོའི་གྲས་ལ་ཡང། ཚེ་དང་ཚེ་ཉིད་ལོང་བ་གཅིག་གིས་སོ་སོ་གི་རྒྱུད་ལ་ཡང་ཉུང་བ་གཅིག་ཐོན་མ་ཐུབ་ན། དང་ཅོ་རྙེད་དཀའ་བ་ལ་བསམ་ནས་ཉུང་བ་གཅིག་སྤྱད་དེའི་ཐོག་ནས་ཆོས་ལ་འཇུག་པ་ལ་སྤྲོ་བ་སྐྱེ་དགོས་ཀྱི་འདུག། གཉིས་པ་དེ་འཆི་བ་མི་རྟག་པ་སེ་ཡ་ཐིག་གི་གནད་འགག་དེ་ཡང་དག་པར་ཤེས་པའི་ཐོག་ནས་བློ། འཆི་བ་མི་རྟག་པའི་གི་ཉམས་ལེན་གྱི་ནང་ལ་བ་འབྱོངས་ནས་དེའི་ནང་དུ་བ་སོང་ནས་འཆི་བ་མི་རྟག་པ་རེད་འདུག་བསམ་པའི་གི་ངེས་ཤེས་གཅིག་གི་ཐོག་ནས་ཆོས་ལ་འཇུག་དགོས་བ་མ་གཏོགས་ཞེ་སྣང་བརྐུས་ནས་སྐྲག་སྣང་བྱས་ནས་ཆོས་ལ་འཇུག་བསྡད་པ་ཅིག་གི་ཕན་ངེས་མི་འདུག་བ། ད་གསུམ་པ་དེ་ལས་རྒྱུ་འབྲས་རེད་ད་ལས་རྒྱུ་འབྲས་ཟེར་ཏེ་ང་ཚོ་དུས་ཆེན་ཨོ་ཏི་སྐྱེ་བ་སྔ་མའི་ལས་རེད་ཅིག་གི་ལས་འབྲས་རེད་ལས་འབྲས་སུ་ཤེས་ཀྱི་ཡོད་རེད་དེ། ཡིན་ན་ཡང་བཅོམ་ལྡན་འདས་ཀྱིས་ཆོས་ཀྱི་རྩ་བ་དེ་ལས་འབྲས་ལ་བཞག་ཡོད་རེད། དེ་ལ་བརྟེན་ནས་ཝར་ན་སི་ལ་དང་པོ་གདིང་བཞི་ཆུ་འགོར་བསྐོ་ཡ་དེའི་རྩ་བ་དེ་ལ་ཐུག་ཡོད་རེད་སྡུག་བསྔལ་ཤེས་པར་བྱ་བ་ཀུན་འབྱུང་སྤང་བར་བྱ་བ། དཔེར་ན་འགོག་པ་ཐོབ་པ། དེ་དེ་ཡིས་ཐོབ་པའི་གེགས་ལམ་གྱི་བདེན་པ་བསྟན་པར་བྱའོ་ཟེར་ཡ་དེ་ལས་འབྲས་ཀྱི་སྐད་ཆ་བཤད་ཀྱི་ཡོད་རེད། དེ་ནི་ལས་འབྲས་ཟེར་ཡ་དེ་གི་ཚུལ་ལ་ཡང་སོ་སོ་གི་ཡིད་ཆེས་ཅིག་ཡང་དག་པ་དེ་སྐྱེས་མ་ཐུབ་ན་དེ་ལས་རེད་ཟེར་བའི་གེགས་འཕེན་གྱི་ཡོད་མ་རེད་ལས་འབྲས་རེད་ཟེར་བའི་གེགས་འཕེན་གྱི་ཡོད་མ་རེད་ད་ངེས་ཤེས་ཚགས་སོགས་ཚུད་པ་ཅིག་དགོས་ཀྱི་ཡོད་རེད་ཆོས་ཀྱི་ཐོག་ནས་སྐད་ཆ་བཤད་ན། ལས་འབྲས་ཚགས་སུ་ཚུད་པ་ལ་སླེབས་ཡོང་དུས་དེ་ལས་ནག་པོ་ལ་ཡར་འཇུག་པ་ལ་འཚེར་སྣང་ཡོད་བསྡད་ཡ་ཅིག་ལས་དཀར་པོ་ལ་འཇུག་པ་ལ་ཡར་སྤྲོ་བ་ཡོད་པ་ཅིག་དེ་གི་སེམས་ཀྱི་ཚོགས་ལ་ཡར་མྱོང་ཚོར་ཅིག་ཡོང་དགོས་ཀྱི་འདུག་ག་དེ་མ་གཏོགས་སངས་རྒྱས་ཀྱིས་གསུངས་པ་རེད་བྱང་ཆུབ་སེམས་དཔས་གསུངས་པ་རེད་བླ་མ་དགེ་བའི་བཤེས་གཉེན་སོགས་ཀྱིས་གསུངས་པ་རེད་ཟེར་ནས་དེ་ལ་སྐྱབས་སུ་མཆི་འོ་ཟེར་བའི་གི་བློ་ཙམ་ཉེ་བར་བཞག་ནས་དེ་ནི་བླང་དོར་ལ་འཇུག་དོགས་བྱེད་དེ་བས་ཀྱི་ཕན་གྱི་མི་འདུག་དེ་འདྲ་ཡིན་དུས་ད་ལས་འབྲས་ཚགས་སུ་ཚུད་ཟེར་ཡ་དེ་ཚགས་སུ་ཚུད་ཟེར་ཡ་དེ་ག་རེ་སྲིད་ཡོད་ཟེར་ན་གོ་རིམ་མ་ནོར་བ། མཚན་ཉིད་མ་ནོར་བ། ལམ་མ་ནོར་བ། འཇུག་ལྡོག་མ་ནོར་བ་བཅས་ཀྱི་ཐོག་ནས་འགྲོ་ཐུབ་ན་དེ་ལས་ཡང་ཚགས་སུ་ཚུད་པ་ཟེར་ཏེ་ཐ་སྙད་དེ་ཡོང་གི་ཡོད་པ་རེད། དེ་འདྲའི་ཡོང་ཡ་ལ་རང་ལ་ངེས་ཤེས་ཀྱི་ཐོག་ནས་ཡོང་དགོས་ཀྱི་ཡོད་རེད་མ་གཏོགས་བཀའ་འགྱུར་ནང་ལ་གསུངས་བཞག་ཏིང་འགྱུར་ནང་ལ་གསུངས་འདུག་གསུང་རབ་ནང་ལ་གསུངས་བཞག་དགོངས་འགྲེལ་ནང་ལ་གསུངས་འདུག་ཟེར་བའི་གི་ང་ཚོ་དེ་རྩ་བ་ཆེན་པོ་ཡིན་པ་ཙམ་ཞིག་གི་རྒྱུད་གྲོགས་ཐུབ་ཡ་དང་རྒྱུད་སྨིན་ཐུབ་ཡ་དེ་དཀའ་ལས་ཁག་པོ་རེད་དེ་འདྲ་ཡིན་དུས་ལས་འབྲས་ལ་བསམ་བློ་བཏང་ཡ། དེ་ནས་འཁོར་བའི་ཉེས་དམིགས་ལ་བསམ་མོ་བཏང་ཡང་ད་དེ་འདྲའི་རྩིས་ཞིབ་པོ་དེ་ལ་ལོག་རྟོག་རྣམ་ཤེས་ཟེར་བ་དེ་དེ་རེད་ད་ཚང་མས་མཆན་འགེར་བ་ཕྱི་གིར་འདེགས་ན་ཡང་དྲན་སོ་རེད་དང་འཇོག་ཉན་དཀའ་བ་འཆི་བ་མེད་ད་ལས་གྱོན་དྲ་འཁོར་བའི་ཉེས་དམིགས་བསལ་ཏེ་ཆོས་ལ་འཇུག་པ་ལ་དང་པོ་ཆང་ཚོ་དེ་ཉམས་ལེན་བྱེད་དགོ་རེད་ཟེར་བྱས་ནས་སྒྲིག་དང་ཁྲིམས་དང་ཅིག་གི་ལུགས་སྲོལ་འདྲ་བོ་ཅིག་མ་ཡིན་པ། ཆོས་ལ་འཇུག་པ་ལ་ཁང་པའི་ནང་ལ་འཇུག་ཡ་ལ་འགོག་དེ་སྒོ་དང་འདྲ་བ་དེ་ག་རེད་ཟེར་ན་བློ་ལྡོག་རྣམ་ཤེས་དེ་རེད་གསུངས་ཡོད་རེད། བློ་ལྡོག་རྣམ་ཤེས་ཀྱི་ཉམས་ལེན་དེ་སེམས་རྒྱུད་ལས་ཡར་མྱོང་ཚོར་དྲག་པོ་ཞིག་སྐྱེས་ནས་སོ་སོས་ཀྱི་བློ་དེ་དེའི་ནང་ལ་བག་ཡངས་དག་པར་འཇུག་ཐུབ་ན། དེས་གོང་མ་གོང་མའི་ཀྱི་ཉམས་ལེན་དེ་སུ་འཕྲད་དེ་རིམ་པར་བགྲོད་པ་ལ་དཀའ་ངལ་མེད་པ་ཚེགས་མེད་བག་ཡངས་དག་པ་ཞིག་འགྲོ་ཐུབ་ཀྱི་རེད། དེ་ཡིན་དུས་ང་ཚོ་ཡར་མཐོན་པོ་ཅིག་ལ་བལྟས་ཏེ་མ་གི་རྩ་བ་འདྲ་པོ་དེ་ལ་ཡར་གལ་ཆེན་པོ་དང་དཀའ་ངལ་འདི་ཉུང་ཉུང་རེད་དེ་ཡོད་རེད་ད་ཆོས་པ་ནང་བོ་ལ་དེ་འདྲ་ཡིན་དུས་ང་ཚོའི་ཆོས་དེ་རྣམ་དག་ཅིག་ཡོང་མ་ཐུབ་ཡག་དང་ཆོས་ཀྱི་སེམས་རྒྱུད་ལས་ཡོང་མ་ཐུབ་ད་འདི་ཚོ་འདྲེ་ས་ང་རྡོ་རྗེ་ཐེག་པའི་ཉམས་ལེན་རེད་ལྷག་པར་དུ་ད་ཉི་རྒྱུའི་སྐར་མ་ཁ་ཟ་ཉི་རྒྱུའི་གཏེར་མ་ཆགས་བསྡད་ཡོད་རེད་ཉི་རྒྱུའི་གཏེར་མ་ནང་ལ་ཉམས་ལེན་བྱེད་ཐུབ་ན་ཚེ་གཅིག་ལུས་གཅིག་ལ་སངས་རྒྱས་གདམས་ངག་ཤ་སྟག་ཡོད་རེད་དེ་ཡིན་ན་ཡང་ཐོག་མར་མེད་དུ་མི་རུང་བ་འདི་ཚོ་ཡིན་གསལ་ཏེ་ཁྲིགས་ཁ་འདྲེ་ཞིག་ཡིན་པ་ཡིན་ན་ཡང་དབུ་དེ་ན་དེ་བཞག་ཡག་རེད། དེས་ཨ་སྐོར་ཡང་སྐོར་བྱས་ནས་ཅིག་ལྕགས་བརྡབ་བྱས་ནས་ལྕགས་བརྡབ་ཅོག་བརྡབ་བྱས་ནས་མང་པོ་གསུངས་དེ་ཡ་དེ་གལ་ཆེན་ཡིན་ནས་གསུངས་པ་རེད་མ་གཏོགས་དུས་ཚོད་མ་ཆོད་ནས་ཅིག་བྲི་རྒྱུ་མེད་ལབ་རྒྱུ་མེད་ནས་བྲིས་བསྡད་པ་ཅིག་བཞག་བསྡད་པ་མ་རེད་བ་དེ་འདྲ་ཡིན་དུས་གལ་ཆེན་དོ་ཆེན་ཅིག་ཡིན་པ་ཡིན་དུས་ཁྲིད་ག་འདྲས་ཤིག་ཡིན་པ་ཡིན་ན་ཡང་གཏེར་ཁ་གོང་འོག་གི་ཆོས་ཁ་ག་འདྲས་ཤིག་ཡིན་པ་ཡིན་ན་ཡང་མགོ་དེ་ན་འདི་བཞག་ཡོད་རེད་དེ་ལ་དེ་ནི་བློ་སྟོབས་རྣམ་པ་ཞིག་ལ་བརྟེན་ནས་འཁོར་བ་ལ་ངེས་འབྱུང་གི་ཤུགས་དྲག་པོས་བློ་རྒྱུད་ཆོས་ལ་བསྐུར་བར་བྱ་སྟེ་ཟེར་ད་དེ་འདྲས་གསུངས་པ་དེ་ངས་མ་བསྐྱོར་གྱི་ཡོད་རེད། ང་རང་བཤད་བདེ་བ་སྐད་ཆ་མ་རེད་ཡ་ནའི་འདུག་འདི་ནས་གསུངས་པ་འདི་སྐྱོར་ན་ཡག་པོ་འདུག་བ་ད་ཨི་མ་འོངས་པ་ལ་ཡ་གཅིག་གིས་གསང་སྔགས་ཉམས་ལེན་པ་ཚོ་ག་ཡིན་ན་ཡང་ང་ཚོ་གསང་སྔགས་པ་ཡིན་ལྟ་བ་མཐོན་པོ་ཡིན་དགོངས་པ་མཐོན་པོ་ཡིན་སྤྱོད་པ་མཐོན་པོ་ཡིན་མཚན་ཉིད་ཐིག་པ་དང་འདྲ་གི་མ་རེད་ལམ་འོག་མ་དང་འདྲ་གི་མ་རེད་ཐིག་པ་འོག་མ་དང་འདྲ་གི་མ་རེད་ཟེར་ནས་གཅིག་དེ་ཚོ་གྲས་ལ་ཡ་མཐོང་ཆུང་བྱས་བརྙས་བཅོས་བྱས་ཡ་འདྲ་པོ་གཅིག་ལྟ་བ་མཐོ་བརྙེགས་དགོངས་པ་མཐོ་བརྙེགས་སྤྱོད་པ་མཐོ་བརྙེགས་གཅིག་ཞིབ་གཅིག་རེད་བསམ་པ་ཡིན་ན་ཡང། བཅོམ་ལྡན་འདས་ཀྱིས་ཆོས་ལ་འཇུག་པ་ལ་གོ་རིམ་དེ་ནོར་སོང་བ་ཡིན་ན་འགྲིག་གི་མི་འདུག་ཨོ་དེ་འདྲ་ཡིན་དུས་འདི་ལ་བློ་རྒྱུད་ཆོས་ལ་ཆོས་ལ་བཀུར་བར་བྱ་སྟེ་ཟེར་བ་དེ་དེ་ནས་ཡོང་གི་འདུག། བདག་གིས་བསྟན་ཕུན་སུམ་ཚོགས་པ་ཞིག་ཤིན་ཏུ་རྙེད་དཀའ་ལ་དོན་རྙེད་ན་དོན་ཆེན་པོ་དང་ལྡན་པའི་ཐར་བ་རྗེས་ཟློས་པ་བཅུའི་རྗེ་འབུམ་པའི་གླུ་རིང་པོ་ཞིག་ཐོག་སྟེང་དུ་ད་དང་ཇོ་རྙེད་དཀའ་ལས་གསུང་གི་འདུག་ད་དེ་ཚོ་རེ་རེ་བཞིན་དུ་འདྲ་བཤད་རྒྱག་མ་འོ་ཅེས་སྐྱབས་ཁྱད་པར་དུ་འཕགས་པ་སྐུ་མཆོག་ཀུན་འདུས་ཀྱི་མཚན་ལྡན་གྱི་བླ་མ་དམ་པ་དང་མཇལ། གནང་བ་དང། གཅིག་གིས་བླ་མ་དམ་པ་སློབ་དཔོན་བཟང་བསྟན་གཉིས་པ་གུ་རུ་པདྨ་འབྱུང་གནས་འདྲ་བར་ཕྱག་བཞག་པ་ཡིན་ན་དེ་ནི་དཀོན་མཆོག་ཀུན་འདུས་ཡི་དམ་ཀུན་འདུས་མཁའ་འགྲོ་ཀུན་འདུས་ཆོས་འབྱུང་ཀུན་འདུས་ཀུན་འདུས་ཡེ་ཤེས་སྦྱིན་བྱ་བ་བླ་མ་རིན་པོ་ཆེ་བཅས་རེ་ས་ལྟོས་ས་ཆོས་ལས་མེད་བསམ་པའི་གྱི་བློ་བྲལ་ལིང་གིས་ཁེལ་བའི་གྱི་ཡིད་ཆེས་དང་དད་པ་དང་མོས་གུས་ཀྱི་གུ་གུ་དུ་བ། མ་གཏོགས་གུ་རུ་རིན་པོ་ཆེ་རྩ་བ་ཆེན་པོ་རེད་དེའི་ནང་ལ་ཚང་མ་ཚང་སྟེ་ཡོད་རེད་བསམ་ནས་དེ་ག་ཀུན་རྟོག་གི་བཅོས་མའི་ཀུན་རྟོག་ཅིག་གི་ཡིད་ཆེས་ལས་ཕན་གི་ཡོད་མ་རེད། ངེས་ཤེས་འདྲོངས་དགོས་བ་རེད་ངེས་ཤེས་འདྲོངས་ཡག་ལ། རྒྱུ་མཚན་དེ་ཚོ་གྲས་ལ་ཡ་རེ་རེ་བཞིན་ལ་བསམ་བློ་བཏང་ནས་དེ་བཤད་གྲྭ་ལ་བསྡད་དེ་ངས་དཔེ་ཆ་བ་གཅིག་པུ་གི་སྐད་ཆ་མ་རེད། མཚམས་པ་རེ་སྤྲོད་པ་ཐམས་ཅད་དེ་ཡང་དེ་མོ་གོ་བ་འདྲ་བ་ཞིག་རེད་འདུག་བ་ཅིག་གིས་དེ་ཚོ་གྲས་ལ་སློབ་སྦྱོང་མོ་གོ་སོ་དེ་འདྲས་མ་ཡིན་པ་ཐམས་ཅད་མཁྱེན་པ་ཐམས་ཅད་མཁྱེན་པ་དོན་དུ་གཉེར་བ་གིས་བདག་ལེགས་སོ་འདོད་པ་ཟད་བདག་ལེགས་སོ་འདོད་པའམ། ཀུན་སློང་དང་རེ་བ་དེ་ཐམས་ཅད་ཕྱིན་པ་ཐོབ་གོ། དེ་ཐོབ་པར་བྱ་བ་ལ། གང་གི་ཆེད་དུ་ཡིན་ན། སེམས་ཅན་ཐམས་ཅད་ཀྱི་དོན་དག་ལ་ཡིན་ཟེར་ནས་འདྲ་ཆགས་པོ་ཞིག་ཅིག་ང་ཚོ་ཁ་ནས་བཤད། བླ་མ་ཚོ་གས་གསུངས། ཚངས་པ་ཚོ་ཡིན་ན་རེད་དཔེ་ཆ་བ་ཚོ་གས་ཅིག་ཤེས་མཁན་ཐམས་ཅད་གས་ཅིག་གིས་ཞིབ་ཅིག་འདྲ་ཆགས་པོ་ཅིག་ང་ཚོ་བསྒྲིགས་བསྡད་ཡོད་རེད་བ། ཡིན་ན་ཡང་སེམས་ཅན་རྣམས་ལ་དེ་འདྲའི་ཅིག་གི་མྱོང་ཚོར་ཅིག་སླེབས་མ་ཐུབ་ན། དེ་ནི་ཕན་གྱི་མེད་པ་རེད་དེ་འདྲ་ཡིན་དུས་འདི་སྐབས་ལ་ལྟ་མྱོང་ཚོར་དེ་ཤེས་ཀྱི་ཡོད་རེད་མྱོང་བ་དང་ཚོར་བ་ཞིག་དགོས་ཀྱི་འདུག་བ་ཚོར་བ་ཡོང་ཡང་ལ་དང་པོ་མྱོང་བ་དགོས་ཀྱི་ཡོད་རེད་མྱོང་བ་སེལ་ཡ་དེ་ཐོས་བསམ་གོ་ཐོས་ལ་སྒྲོ་འདོགས་བཅད་དགོས་ཀྱི་ཡོད་རེད་བླ་མའི་གདམས་ངག་སེམས་ཐོག་ཏུ་བཞག་དགོས་ཀྱི་ཡོད་རེད་དེ་ཡང་ཆུ་ཚོད་དང་དུས་ཚོད་འཕྲོ་བརླག་མ་འགྲོ་བ་ཅིག་གི་ཐོག་ནས་ཐ་མ་འགྲོ་འདུག་གི་སྤྱོད་ལམ་ནང་ལ་ལྷག་སོང་བ་མ་ཡིན་པ་ཆོས་བྱེད་པའི་དུས་ཚོད་ཟེར་ཡ་ཅིག་ཡང་བཏང་སྙོམ་དུ་བསྡད་པའི་དུས་ཚོད་ཟེར་ཡ་ཅིག་ཉམས་ལེན་བྱེད་པའི་དུས་ཚོད་ཟེར་ཡ་ཅིག་ཡང་ཉམས་ལེན་མེད་པ་ཐ་མལ་པ་བསྡད་པའི་དུས་ཚོད་ཟེར་དེ་འདྲ་གི་དབྱེ་བ་མ་ཕྱེ་ནས། ཉིན་མཚན་དུས་དྲུག་དེ་ཁོ་རང་དུས་ཚོད་ག་རེ་ཡོད་པ་དེའི་སྐོར་མི་ཚེ་ཆོས་ལ་སྐྱོལ་ཟེར་གྱི་ཡོད་རེད་མི་ཚེ་ཆོས་ལ་སྐྱལ་ཟེར་ཡ་དེ། ལྟ་ཅི་གི་ཟླ་བ་དང་བདུན་ཕྲག་དང་ཉིན་དང་མཚན་དང་སྔ་དྲོ་དང་ཕྱི་དྲོ་ལ་སོགས་པ་ཚན་རྩལ་གྱི་དབྱེ་བ་མེད་པ། ཁོ་རང་སོ་སོ་གས་ཅིག་ང་ཆོས་སྒྲུབ་མཁན་ཅིག་ཡིན་ཆོས་གནད་དུ་འགྲོ་བ་ཞིག་དགོས་ཀྱི་འདུག་ཆོས་གནད་དུ་འགྲོ་བ་ལ་ངས་དུས་ཚོད་དེ་ཆོས་ཀྱི་ཐོག་ལ་བ་གཏང་མ་ཐུབ་ན་ད་ལོ་དང་ཟླ་བ་ཞག་དང་ཟ་མ་དེ་འདྲའི་ཆ་དུས་ཚོད་འཕྲོ་བརླག་ཕྱིན་པ་ཡིན་ན་ནམ་འཆི་ཆ་མེད་རེད་འཆི་ཆེན་ངེས་མེད་རེད། འཆི་བའི་སྐབས་སུ་ཆོས་མང་དུ་འཕེན་གྱི་མེད་ཟེར་ནས་བླ་མས་གསུང་གི་ཡོད་རེད་དཔེ་ཚིག་ནང་ན་ཡོད་རེད་ཡིན་ནའི་ཆོས་མང་དུ་འཕེན་གྱི་མེད་ཟེར་ཡ་དེ་གཞན་པ་གང་གིས་འཕེན་གྱི་མ་རེད་ཟེར་ཏེ་སོ་སོ་གི་མྱོང་བ་གཅིག་གི་ཐོག་ནས་ད་འཕེན་གྱི་མི་འདུག་ཟེར་བ་གཅིག་གི་བློ་ལ་ངེས་ཤེས་གཅིག་འགོ་གི་ཡོད་རེད་མ་གཏོགས་བླ་མས་གསུངས་པ་དང་དགེ་བའི་བཤེས་གཉེན་གསུངས་པ་གིས་འཕེན་གྱི་མི་འདུག། འོ་ད་དེ་འདྲ་ཡིན་དུས་ད་ཆེན་འབྱོར་ཆོས་གསང་བའི་མི་ལུས་རིན་པོ་ཆེ་དེ་ང་ཚོ་ད་ད་ལྟ་དུས་ཚོད་མི་ལུས་རིན་པོ་ཆེ་ཐོབ་ཏུ་ཡོད་རེད་ཆོས་སྒྲུབ་ཀྱི་ཡིན་ཟེར་གྱི་ཡོད་རེད་ལུས་ཀྱི་ཐོག་ནས་སྐོར་བ་འགྲོ་ཡ་དང་ཕྱག་འཚལ་ཡ་ལ་སོགས་པའི་གི་ལུགས་ཀྱི་དགེ་བ་དཀའ་ལས་ཤིག་འུ་རྒྱག་གི་ཡོད་རེད། ངག་གི་ཐོག་ནས་ཁ་འདོན་ས་ཡག་རེད་ཅིག་སྐྱབས་འགྲོ་འདོན་ཡག་རེད་སེམས་བསྐྱེད་འདོན་ཡག་རེད། དེ་ག་ནང་བཞིན་གྱི་ཅིག་གི་ལྷག་པའི་ལྷ་ཡི་མཚན་སྔགས་བཟླས་ཡག་རེད། འོ་ཅིག་གི་དེ་ནས་གསུང་རབ་དགོངས་འགྲེལ་ཐམས་ཅད་ཀློག་ཡག་རེད་དགེ་བ་མང་པོ་ཅིག་འགྲུབ་གི་ཡོད་རེད། ཡིན་ན་ཡང་སེམས་ཀྱི་ཐོག་ལ། ཐོག་མར་ངེས་འབྱུང་གི་བློ་སྐྱེ་བ་ནས་བཟུང་སྟེ་ལམ་གྱི་རིམ་པ་དེ་སྐྱབས་འགྲོ་སེམས་བསྐྱེད་ད་དེ་ནས་ཡག་བྱས་ནས་སྔགས་བླ་མེད་ལ་འཇུག་ཡོང་དུས། ལམ་རིམ་པ་གཉིས་ཀྱི་ནང་ཆོས་ཀྱི་ཏིང་འཛིན་ལ་ཡང་བསམ་བློ་གཏང་མཁན་དེ་དཀོན་པོ་ཆགས་ཀྱི་ཡོད་རེད་དེ་ང་ཚོ་མྱོང་བ་ཧ་གོ་གི་འདུག་ག་ཁོ་དེ་རྫུན་གང་མ་རེད་ཁོ་མངོན་སུམ་ང་སོ་སོ་ལས་ཡང་མྱོང་བ་ཐོན་དུ་ཡང་ཅིག་ཆགས་བསྡད་ཀྱི་ཡོད་རེད་ཅིག་ཀོ་ར་འགྲོ་བའི་སྐབས་སོགས་ཡིན་ན་ཡང་ང་ཚོ་སུ་ཡིན་པ་ཡིན་ན་ཡང་ཅིག་ལུས་ཀྱི་ཐོག་ནས་སྐོར་བ་འགྲོ་གི་ཡོད་རེད་ཕྱག་འཚལ་གྱི་ཡོད་རེད་དེ་སེམས་དེ་དེ་མཉམ་དུ་ལ་འགྲོ་མཁན་དེ་དཀོན་པོ་འདུག་ག། དཀོན་པོ་རེད་དེ་སོ་སོ་སོས་སོས་བསམ་བློ་བཏང་པ་ཡིན་ན་ད་གྲངས་ཀ་བརྒྱབ་བྱས་ནས་དེ་རིང་སྐོར་རག་ལྔ་ཕྱིན་པ་ཡིན་བཅུ་ཕྱིན་པ་ཡིན་ལྔ་བཅུ་ཕྱིན་པ་ཡིན་འཕགས་པ་ཤིང་བོའི་མཐའ་སྐོར་ལ་ཡ་ཉི་མ་རེ་ལ་བཅུ་གསུམ་འགྲོ་གི་ཡོད་བཅོ་ལྔ་འགྲོ་གི་ཡོད་ཟེར་མཁན་དེ་མང་པོ་ཡོད་རེད། ཡིན་ན་ཡང་དེ་དང་མཉམ་དུ་སེམས་དེ་ཡང་གཅིག་གི་དང་པོ་ངེས་འབྱུང་ནས་མགོ་བཙུགས་ནས་དེ་ནས་སྐྱབས་སུ་འགྲོ་བའི་གི་བློ་དང་འབྲེལ་ནས་དང་པོ་ངེས་འབྱུང་མེད་ན་སྐྱབས་འགྲོ་ཡོང་གི་མ་རེད། ངེས་འབྱུང་གི་བློ་སྔོན་དུ་འགྲོ་དགོས་ཀྱི་ཡོད་རེད་བཅོམ་ལྡན་འདས་ཀྱང་ཡང་ངེས་པར་འབྱུང་བའི་ཚུལ་རིམ་གྱིས་དབང་དུ་བྱས་ཏེ་ཟེར་བ་དེ་དང་པོ་བཞག་དེ་ལ་བརྟེན་ནས་གདིང་ཞིག་གི་ཉམས་ལེན་གྱི་སླད། དེ་ལ་བརྟེན་ནས་རིམ་པས་ཤིན་ཏུ་ལམ་གྱི་རིམ་པ་ལ་འགྲོ་སྟངས་དེ་བཞག་ཡོད་ལ་དེ་འདྲའི་བསམ་བློ་དེ་ཚོ་ད་ཕར་བཞག་ཞོག་དེ་ལྟར་སྤྱི་བཏང་གི་སྡུག་བསྔལ་གྱི་སྡུག་བསྔལ་ཤེས་པར་བྱ་ཟེར་གྱི་སྡུག་བསྔལ་ཙམ་ལ་བསམ་བློ་བཏང་མཁན་དེ་ཁག་པོ་ཆགས་བསྡད་ཀྱི་ཡོད་རེད་དེ་འདྲ་ཡིན་དུས་ལུས་ཀྱི་དགེ་བ་ཅིག་འགྲོ་གི་ཡོད་རེད་དེ་ལུས་ཀྱི་དགེ་བ་རྣམ་དག་ལ་འགྲོ་གི་མི་འདུག་མི་འགྲོ་བའི་རྒྱུ་མཚན་ག་བ་ཐུག་འདུག་ཟེར་ན་ལུས་དང་སེམས་གཉིས་དེ་མཉམ་དུ་འགྲོ་གི་མི་འདུག། ལུས་དང་སེམས་དེ་ཀུན་སློང་དང་ལུས་ཀྱི་སྐྱོན་ལམ་དང་སེམས་ཀྱི་སྐྱོན་ལམ་གཉིས་པོ་དེ་ཐ་དད་དུ་ཡན་གར་བར་ཕྱིན་པ་རེད། དེ་ཡན་གར་བར་ཕྱིན་ཡོན་དུ་ལུས་ཁོ་རང་ཐོག་ལ་ཨུ་ཚུགས་རྒྱབ་བྱས་ནས་སྐོར་བ་བརྒྱབ་ན་ཨེ་དྲག་ཕྱག་འཚལ་ན་ཨེ་དྲག་ལྟ་བ་ཅིག་རེད་མ་གཏོགས་དེ་དང་མཉམ་དུ་བསམ་པ་གཅིག་གི་ངེས་འབྱུང་གི་བློ་ཡིན་ན་རེད་མི་དག་པའི་བློ་ཡིན་ན་རེད་སྐྱབས་སུ་འགྲོ་བའི་གི་བློ་ཤ་མང་ཅིག་རྒྱུད་ལ་སྐྱེ་མཁན་དེ་ཁག་པོ་རེད་དོ་བ། དེ་འདྲ་ཡིན་དུས་ལུས་ཀྱི་དགེ་བ་དེ་རྣམ་དག་ཡོང་ཐུབ་ཀྱི་མི་འདུག། དེ་ནི་ངག་གི་ཐོག་ནས་ཁ་ཏོན་ས། ང་ཚོ་སྔགས་ས་གཅིག་བཞི་བོ་གཅིག་སྐྱབས་འགྲོ་ས། སྤྱན་རས་གཟིགས་ཀྱི་སྒོམ་བཟླས་ཡིན་ན་རེད་སངས་རྒྱས་སྨན་བླའི་ཆོ་ག་ཡིན་ན་རེད་འོད་དཔག་མེད་ཀྱི་ཆོ་ག་ཡིན་ན་རེད་ཅིག་འདོན་གྱི་ཡོད་རེད། ཡིན་ན་ཡང། ཆོ་ག་དེ་འདོན་པ་ལ་ཐོག་མར་སྐྱབས་འགྲོ། དངོས་གཞིའི་ཉམས་ལེན་གྱི་སྐབས་སོགས་ལ་ཡང་གཅིག་གི་ལྷག་བཅས་ཀྱི་དམིགས་པ། སྟེ་མཇུག་བསྔོ་བ། འབད་རྩོལ་ཁྲིད་དེ་འགྲོ་གི་འདུག་མི་འདུག་བསམ་བློ་བཏང་པ་ཡིན་ན་ཁག་པོ་ཆགས་བསྡད་ཀྱི་ཡོད་རེད་ད་ཚང་མ་དང་མ་རེད་བ། ཡིན་ན་ད་གཅིག་གི་ཁག་པོ་ཆགས་བསྡད་ཀྱི་ཡོད་ད་དོན་དག་སྙིང་པོ་དེ་བག་ཡོད་དྲན་ཤེས་གཅིག་གིས་མ་ཟིན་ན། ད་དེ་འདྲ་བྱས་ཡོང་དུས་ལུས་ཀྱི་དགེ་བ་ངག་གི་དགེ་བ་ཡིད་ཀྱི་དགེ་བ་གསུམ་ཡོད་རེད་དེ། ཡིན་ན་ཡང་ཡིད་ཀྱི་དགེ་བ་དེ་གཙོ་བོར་མ་བཟུང་བར་ཟད་ལུས་དང་ངག་གི་དགེ་བ་དེ་གཙོ་བོར་བཟུང་ཡོང་དུས་དེ་ལ་བརྟེན་ནས་ཆོས་རྣམ་དག་དེ་ཡོང་གི་མི་འདུག། ད་དེ་ཡོང་དུས་ཀུན་སློང་བཅོས་ཐབས་བཤད་ཀྱི་ཡོད་རེད་བ་ཀུན་སློང་བཅོས་ཐབས། འདུ་ཤེས་བཅོས་ཐབས། དྲན་པ་དང་ཤེས་བཞིན་ཐོག་ལེ་ཡ་བསམ་བློ་བཏང་སྟངས་ཐོག་ལེ་ཡ་འགྱུར་ལྡོག་ཞིག་གཏང་དགོས་ཀྱི་ཡོད་རེད་དེ་ཐོག་མར་གལ་ཆེ་ཤོས་ཡིན་པ་རེད་ཆོས་ཀྱི་ཐོག་ནས་དེའི་གནད་དུ་མ་སོང་བ་ལ་བརྟེན་ནས་དངོས་གཞིའི་ཉམས་ལེན་དེ་གནད་དུ་འགྲོ་ཐུབ་ཡ་དེ་མེད་པ་རེད། དེ་ཡིན་དུས་དེ་དང་དེ་ལ་ཡང་ཡང་ནས་ཡང་དུ་གསུང་དགོས་ཏེ། དཔེར་ན་བླ་མེད་ཀྱི་ཉམས་ལེན་གཅིག་གིས་གསང་བ་བསམ་གྱིས་མི་ཁྱབ་པའི་ཆོས་ཚུལ་འདི་འདྲའི་ངང་ངོ་ལ་ཡང་དང་པོ་ངེས་འབྱུང་དགོས་ཀྱི་རེད་སྐྱབས་འགྲོ་དགོས་ཀྱི་རེད་དམ་ཆོས་རྙེད་དཀའ་བ་ལ་བསམ་དགོས་རེད་ཟེར་ཡག་དེ་གལ་ཆེན་པོ་དང་དོན་དག་ཆེན་པོ་ཅིག་ཡིན་ནི་གསུང་གི་ཡོད་རེད་མ་གཏོགས་འོ་དེ་ཚོ་འདྲི་དེ་ཚིག་གཉིས་ཐེག་པའི་སྐབས་ཀྱི་སྐད་ཆ་རེད་ཐེག་པ་འོག་མའི་སྐབས་ཀྱི་སྐད་ཆ་རེད་དེ་ཚོ་གོ་ཡ་མི་འདུག་ཟེར་ནི་གསུང་གི་རེད་བ་དེ་ནང་ངོ་ལ་ལྟ་སྒོམ་རྒྱག་ཡ་དེ་གལ་ཆེན་པོ་རེད་སྔགས་ཀྱི་ཉམས་ལེན་བྱེད་ཡ་གལ་ཆེན་པོ་རེད་གསུང་གི་རེད་མ་གཏོགས་འདི་ཚོ་འདྲི་དེ་ཇུས་གཏོགས་མེད་པར་བ། ད་ཡིན་ན་ཡང་ཇུས་གཏོགས་ནང་ནས་ཇུས་གཏོགས་གལ་ཆགས་ཅིག་ཆགས་བསྡད་ཡོད་རེད། སྐྱབས་ཁྱད་པར་དུ་འཕགས་པ་དཀོན་མཆོག་ཀུན་འདུས་ཀྱི་ཚེ་འདི་བླ་མ་དམ་པ་དང་རྗེས་དང་གུ་རུ་རིན་པོ་ཆེ་འདྲ་བས་ན་དཀོན་མཆོག་ཀུན་འདུས་ཞེ་སྡང་ཀུན་འདུས་མཁའ་འགྲོ་ཀུན་འདུས་ཆོས་ཞུ་ཀུན་འདུས་རེད་བསམ་པའི་བསམ་བློ་བཏང་ཐུབ་པ་ཡིན་ན་ད་རེ་རེ་བཞིན་དུ་སྤྱན་རས་གཟིགས་ཀྱི་སྒོམ་བཟླས་རེད་ཟེར་རྗེ་བཙུན་སྒྲོལ་མའི་སྒོམ་བཟླས་རེད་ཟེར་ད་ག་ན་བཞིན་འཇམ་པའི་དབྱངས་ཀྱི་སྒོམ་བཟླས་རེད་ཟེར་མགོ་བསྐོར་བ་རེད་འདུག་ག་ད་ཁོ་རང་ནང་ཡོད། ཚང་དེ་གི་ཡོད་རེད་ད་ག་ནང་བཞིན་གི་མགུ་རུ་རིན་པོ་ཆེ་གི་སྐུ་དགེ་འདུན་དཀོན་ཤོག་མགུ་རུ་རིན་པོ་ཆེ་གི་གསུང་དམ་ཆོས་དཀོན་ཤོག་དགེ་འདུན་མགུ་རུ་རིན་པོ་ཆེ་ཐུགས་དེ་སངས་རྒྱས་དཀོན་ཤོག་དེ་ཡིན་དུ་དཀོན་མཆོག་ཀུན་དུ་ཆགས་དེ་གི་འདུག་བ་དེ་ནས་མགུ་རུ་རིན་པོ་ཆེ་ཡང་བྱིན་རླབས་ཀི་རྩ་བ་བླ་མ་ཆགས་དེ་ཡོད་རེད་དངོས་གྲུབ་ཀྱི་རྩ་བ་ཡི་དམ་ཡང་མགུ་རུ་རིན་པོ་ཆེ་ཆགས་ཤག། ད་ག་ན་ཤིང་གི་ཕྲིན་ལས་ཀྱི་རྩ་བ་ཆོས་སྐྱོང་ཡང་དེ་ཡིན་དུ་རྩ་གསུམ་ཀུན་ཏུ་རེད་རྟགས་ཡིན་དུ་ཀུན་སྦྱོར་ཀུན་ཏུ་ཡི་དམ་ཀུན་ཏུ་ཆོས་སྐྱོང་ཀུན་ཏུ་ཀུན་ཏུ་ཡིད་བཞིན་ཡིན་རྒྱལ་པོ་བླ་མ་རིན་པོ་ཆེ་རེད་རེད་ས་བསྟོད་ས་ཁྱེད་རང་མ་གཏོགས་མེད་ཟེར་ཡ་དེ་གཞན་པ་ང་སྐྱབས་ཀྱི་མེད་ཟེར་ཡ་མེད་པ་རེད་ད་ཚང་མ་དེ་རྣམས་ལ་འདུས་དེ་ཡོད་པ་དེ་བཤད་ཡོང་དུས་སྐྱབས་གནས་ཀུན་ཏུ་ཟེར་ཡ་དེ་དེ་ལྟ་སྐྱབས་གནས་ཀུན་ཏུ་ཟེར་ཡ་དེ་ཚིག་ལྷིང་ཡོང་གི་ཡོད་རེད་ཟེར་བ་དེ་རེད་བླ་མ་དམ་པ་ལམ་བཟང་མོ་གསང་སྔགས་རྡོ་རྗེ་ཐེག་པ་འབྱུང་བར་བཀོད་པ་ཨུ་དུམ་མོ་རེད་མེ་ཏོག་ལྟ་བུ་དང་འཕྲད་པའི་སྐབས་འདི་རེད་ཟེར་ཅི་རེད། ནང་པའི། བདག་ཅག་གི་སྟོན་པས་གུ། ནི་གཅིག་གི་གསུང་དང་མཇལ་ཡ་དེ་ཀ་ལེ་ཁ་བོ། དེའི་ནང་ནས་ཀྱང་གསང་སྔགས་རྡོ་རྗེ་ཐེག་པ་དེ་ལྟ། འཇིག་རྟེན་གྱི་ཁམས་ལ་མེ་ཏོག་ཨུ་དུམ་བོ་ར་ལྟ་བུ་ཡིན་དཀོན་པོ་ཡིན་ཐོབ་ཡ་ཀ་ལེ་ཁ་བོ་རེད་ད་ད་རིང་འདིར་ཐོབ་བསྡད་པ་འདིས་འཕྲོ་བརླག་མ་བཏང་བ་བྱས་ནས་ལམ་གྱི་རིམ་པ་དེ་ཚོ་བྲལ་ཏེ། གཅིག་གི་གོ་རིམ་མ་ནོར་བ་མཚན་ཉིད་མ་ནོར་བ་གཅིག་གི་ཐོག་ནས་རྒྱུད་ལ་ཡང་དག་པར་ཕྱིར་འབྱོར་ཐུབ་དགོས་ཀྱི་རེད་ཟེར་ནས་གསུང་ཡ་དེ་དེ་འདི་ཆགས་ཡོད་རེད་དེ་འདྲ་ལ་བསམ་བློ་བཏང་ན། ད་ང་ཚོ་སངས་རྒྱས་ལ་ཡིད་ཆེས་ཡོད་ཟེར་གྱི་ཡོད་རེད་གུ་རུ་རིན་པོ་ཆེ་ལ་ཡིད་ཆེས་ཡོད་ཟེར་གྱི་ཡོད་རེད་སྤྱན་རས་གཟིགས་ལ་ཡིད་ཆེས་ཡོད་ཟེར་གྱི་ཡོད་རེད་ད་ཡིད་ཆེས་ཟེར་བ་དེ་ང་ཚོ་མི་དང་མི་གི་ཡིད་ཆེས་འདྲ་པོ་ཅིག་རེད་བ་ད་དཔེ་བཞག་པ་ཡིན་ན་ངས་ཁོ་ལ་སྙིང་གཏམ་བཤད་པ་ཡིན་ན་ཁོས་ང་ལ་བསླུ་གི་མ་རེད་བསམ་པའི་ཡིད་ཆེས་ཅིག་ཡོང་གི་ཡོད་རེད་བ་ད་འདི་ལྟ་བུ་བྱུང་ན་གུ་རུ་རིན་པོ་ཆེ་ཡང་དཀོན་མཆོག་སྐུ་དེ་ཡི་དམ་གང་ཐོབ་ཀྱི་རེད་བསམ་ཡོང་དུས་དེའི་ཞག་གདམ་དེའི་གདམ་ང་དེ་སེམས་ཚོར་ལ་ཏན་ཏན་བཞག་གི་རེད་བ་དེ་བཞག་པ་ཡིན་ན་སྤང་བླང་འཇུག་ལྡོག་ག་རེ་ཡོད་པ་དེ་ཚོ་བྲལ་དེ་ཡང་རང་གི་ལག་ལེན་ལ་ཡང་སྤང་བླང་འཇུག་ལྡོག་མ་ནོར་བ་ཅིག་ཏན་ཏན་བྱེད་ཀྱི་རེད་བ། བྱས་ཟེར་ཡག་དེ་བྱེད་ཀྱི་རེད། མ་བྱས་ཟེར་ཡག་དེ་ང་ཚོ་སྤང་གི་རེད་རེད་བ། དེ་རིང་ཡོད་དོ་མཇུག་དོ་ཚོད་བཞིན་དུ་ཉམས་སོགས་ལེན་པར་བྱེད་པ་ལ་རྩ་བ་ག་བ་ཐུག་དོ་ཟེར་ན་ཡིད་ཆེས་ལ་ཐུག་དེ་ཤག། ཡིད་ཆེས་ཟེར་ཡག་དེ་ད་ག་ཚེ་ཡིད་ཆེས་པའི་སྐད་ཆ་མ་རེད་ཡིད་ཆེས་གཏིང་ཟབ་པོ་ཅིག་དགོས་ཀྱི་ཡོད་རེད་དེ་ལ་ཡང་མུ་གུའི་ཟེར་མིང་བཏགས་ཀྱི་ཡོད་རེད་ཕྱག་ཆེན་ཆེན་པོའི་སྐབས་སུ་མུ་གུ་ཟེར་ཡག་དེ་སྤྱི་དང་དད་པ་དང་ཡིད་ཆེས་མུ་གུ་དེ་བླ་མ་འགའ་ཤས་ཀྱིས་གཅིག་པ་གསུང་གི་ཡོད་རེད་དེ་ཡིན་ན་ཡང་ཕྱག་ཆ་ཆེན་པོ་མཚན་ཉིད་པའི་སྐབས་པའི་སྐད་ཆ་བཤད་པའི་སྐབས་སུ་མུ་གུ་ཟེར་ཡག་དེ་དད་པ་ལས་ཀྱང་གཏིང་ཟབ་པ། བཀྲིས་དང་ཡེ་ཤེས་ལས་ཀྱང་གཏིང་ཟབ་པ་ཅིག་འབྲི་ཤེས་རྒྱག་གི་ཡོད་རེད་ལ་རྒྱ་གར་མཁས་པའི་གཞུང་ནང་ལ་ཡང་ཡོད་ཡོད་པ་རེད་མ་གཏོགས་བོད་རྒྱའི་བླ་མའི་གསར་པ་ཙམ་བཞག་པ་གང་ཡང་མ་རེད། དེ་འདྲ་ཡིན་དུས་བླ་མ་ཐང་པ་དང་རྗེས་གནང་བཟང་པོ་གསང་སྔགས་རྡོ་རྗེ་བརྩེགས་པ་འབྱུང་བ་ཉམས་ནས་རྒྱུད་ལ་འཇོག་ངེས་པ་ཞིག་བྱ་དགོས་ད་དེ་རེད། དེ་མི་བྱེད་པར་ཚེ་འདི་སྣང་གི་རྣམ་གཡེང་ལེ་ལོའི་དབང་དུ་ཤོར་ན་རང་གིས་རང་ཕུང་སྟེ་འཁོར་བ་མཐའ་མེད་པར་འཁྱམས་ཤིང་སྡུག་བསྔལ་ཁོ་མོ་ཡོད་དུ་མྱོང་དགོས་པས་དེ་ལས་ལྷུད་ཚབས་ཆེ་བ་ཅི་ཡོད། དེ་མི་བྱེད་པར་ཟེར་ཡོན་དུ་དང་སྦྱོར་རྙེད་དཀའ། འཆི་བ་མེད་དག་ལས་རྒྱུ་འབྲས་འཁོར་བའི་ཉེས་དམིགས་ལ་བསམ་བློ་མ་བཏང་པར། ཆོས་འཆད་བློ་ཙམ་དང་སྒྲུབ་བློ་ཙམ་ཞིག་གི་ཐོག་ནས་དུས་ཚོད་བསྐྱལ་བ་ཡིན་ན་རང་གིས་རང་བསླུ་བ་རེད་ག་རེ་ཟེར་ན་རྒྱུད་དང་ཆོས་གཉིས་འབྲེལ་ཡོད་མ་རེད་ད་ང་ཚོ་རྒྱུད་དང་ཆོས་འབྲེལ་དགོས་ཀྱི་ཡོད་རེད་བ། བློ་རྒྱུད་ལས་སུ་རུང་དགོས་ཀྱི་ཡོད་རེད་ང་ཚོ་དུས་རྒྱུན་བློ་རྒྱུད་ལས་སུ་རུང་བ་ཟེར་གི་འདུག་བློ་རྒྱུད་ལས་སུ་རུང་ཟེར་ཡ་དེ་ཆོས་ཞུས་པ་དེ་ཅིག་མཐོན་པོ་ཅིག་དང་ཟབ་པོ་ཅིག་སྒུག་ཡོད་མ་རེད་དཱ། དཔེར་ན་སྐྱབས་འགྲོ་ཡིན་ན་རེད་ད་ག་ན་ཞིག་གི་གདིང་ཞིག་གི་ཉམས་ལེན་ཡིན་ན་རེད་དེ་འདྲ་ཅིག་གི་སེམས་ལ་འབྱོར་ཡོང་དུས་ཐོ་རངས་གཉིད་སད་མ་ཐག་ཏུ་ལམ་སང་ཅིག་གི་སྐྱབས་འགྲོ་གི་བློ་ཡང་དག་པ་ཅིག་རྒྱུད་ལ་སླེབས་ཐུབ་ཡ། གདིང་ཞིག་གི་ཉམས་ལེན་ཡིན་ན་ཡང་རང་བཞིན་གྱི་སེམས་ལ་སླེབས་ཐུབ་པ་ཅིག་སྒུག་གི་འདུག་བ། དེ་ནི་ཉེས་པ་ཡིན་ན་ཡང་ཨའུ་ད་ཞེས་དུས་ཚོད་མང་པོ་ཅིག་གཉིད་ལས་ཉེས་པ་ཡིན་ན་འཕྲོད་བསྟེན་ཐོག་ནས་ཅི་ཐ་ཉེས་སྒུག་ཡོད་རེད་དེ་ཡིན་ན་ཡང་མི་ཚེ་འདི་སྙིང་པོ་མེད་པ་དང། འཆི་བ་མི་རྟག་པ་ལ་བསམ་བློ་བཏང་ན་ཉེས་ལོང་ཅིག་མི་འདུག་བསམ་པའི་བློ། སྔོན་མ་བླ་མ་བཀའ་གདམས་པ་དགེ་བའི་བཤེས་གཉེན་གོང་མ་དེ་ཚོ་ཐམས་ཅད་ཡང་དག་མ་ཉན་མ་ཉན་འཆི་བ་འོང་ཟེར་ཡ་རྒྱུ་མཚན་འདི་དེ་ནས་ད་ནས་ཡོང་གི་ཡོད་པ་རེད་དེ་ལ་ད་ནས་ཅིག་གིས་ཉན་མི་ཕོད་པ། མི་རྟག་པ་ལ་བསམ་བློ་བཏང་ནས་ཉན་མི་ཕོད་པ། རེད་འདུག་བ། འཆི་རྐྱེན་མང་བ་ལ་བསམ་བློ་བཏང་ནས་ཉན་མི་ཕོད་པ། ཁྱེད་ཀྱིས་ངན་སྨྲས་ལ་བསམ་བློ་བཏང་ནས་ཡང་ཉེས་མི་ཕོད་པ། དེ་འདྲའི་ཅིག་ལ་བསམ་བློ་བཏང་ཡོད་དུ་ལྟ་ཆོས་བྱས་པ་དོན་ལྡན་དུ་འགྲོ་དགོས་ཀྱི་འདུག་དེ་རིང་ཙམ་ཡང་མི་ཤེས་བའི་གདིང་ནི་ང་ཚོ་ལ་མེད་དུ་སང་དང་འཇིག་རྟེན་ཕྱི་མ་གཉིས་མངོན་དུ་གང་བ་རྟོགས་མེད་པས། སང་གི་ཚིག་ལ་མི་འབད་པར་ཕྱི་མའི་ཚིག་ལ་འབད་པར་རིགས་ཟེར་ནས་ཞི་བ་ལས་གསུང་བ་ལྟ་བུ་ང་ཚོ་དེ་འདྲའི་ཅིག་ལ་བསམ་བློ་བཏང་ནས་ལྟ་ཆོས་རྣམ་དག་ཅིག་འགྲུབ་དགོས་ཀྱི་འདུག་བསམ་པའི་གྱི་བློ་ཞིག་ཡོང་དགོས་ཀྱི་འདུག་དེ་མ་གཏོགས། གི་ཁ་བྲལ་བཟོ་རེ་བྱས་ནས་ད་ང་ནང་པ་ཡིན་ལ་སྔགས་པ་ཡིན་སྔགས་བསགས་ཡས་དེ་ངའི་ལས་འགན་རེད། ཅིག་ལྷག་གོ་མེད་དེ་ངས་ལེན་མཁན་རེད་བསམ་པའི་ཅིག་ལྟ། འགྲོ་འདུག་འགྲོ་སྟངས་བྱེད་རེད་བསམ་པའི་ཀྱི་ཕན་ངེས་མེད་པ་རེད་འོ་འདི་དེ་ཚོ་འདྲི་ཞེ་དྲག་གནད་འགག་ཆེན་པོ་ཆགས་འདུག་འདི་ནང་ངོ་ལ་ཡ། དེ་འདྲ་རེད་ད་ང་ཤེས་མཁན་ཅིག་གིས་དེ་ག་ཚོད་མང་བཤད་བསྡད་པ་རེད་མ་གཏོགས་སྤྱིར་བཏང་ང་རང་ལ་ད་དེའི་མྱོང་བ་ཁག་ད་ཕར་བཞག་སྟེ་སྤྱིར་བཏང་གི་ཅིག་རྟོགས་པ་ཨེན་ཙམ་ཡང་གང་ཡང་ཡོད་མ་རེད་ཚོར་བ་ཨེན་ཙམ་ཡང་ཡོད་མ་རེད་དེ་ཡིན་ན་ཡང་ནི་ཅིག་རྗེ་བཙུན་མའི་ལས་གསུང་བ་ལྟ་བུ་རེད། དེ་ལ་འཇུག་ཅིང་བསྐུལ་བ་ལ་བསོད་ནམས་དཔག་ཏུ་མེད་པ་ཡོད་གསུང་བ་རེད། དེ་ལ་འཇུག་ཅིང་བསྐུལ་ཟེར་བའི་སྐབས་སུ་རང་གིས་ཉམས་ལེན་ཚགས་ཚུད་པ་ཅིག་བྱེད་མ་ཐུབ་ན་ཡང། སེམས་དཀར་པོ་ཞིག་གི་ཐོག་ནས་སྙིང་དམར་བའི་ཐོག་ནས་གཞན། ལམ་ཡང་དག་པ་ལ་བཀོལ་ཐུབ་ན་དེ་ཡང་དགེ་བ་རེད་གསུང་འདུག་བ་དེ་ཡང་བསོད་ནམས་རེད། དེ་ལ་འཇུག་ཅིང་བསྐུལ་བ་ལ་བསོད་ནམས་དཔག་ཏུ་མེད་པ་ཡོད་གསུང་བ་དེ་ཡིན་དུས་ད་འདི་སྐྱོར་ཐབས་བྱེད་དགོས་ཡོད་རེད། ཆོས་སྒྲུབ་པ་དེ་ཡང་གཉུད་དུ་འབད་འབུངས་མ་བཏོན་ན་འཆི་བ་མི་རྟག་པ་བར་སྣང་ནས་གློག་འཁྱུག་པ་དང་འོང་བའི་སྣང་བ་ཆ་མེད། ཕྱི་ནང་མཐའ་བརྟུལ་ཞིང་ནང་སྐྱབས་འགྲོ་སེམས་ཅན་གཅིག་ཅང་རྟག་པ་མེད་པའི་རང་ཡང་དོ་ནུབ་བམ་ནང་པར་འཆི་བ་ད་ལྟ་འཆི་ན་ཡང་ངེས་པ་མེད་པའི་ལྕེ་དྲག་ད་ལྟ་ད་ལྟ་ལ་ཡང་ཤི་ཡོང་ངེས་པ་ཡོད་མ་རེད་རེད་པ། ཡོད་མ་རེད་ང་ཚོ་གྲ་སྒྲིག་མང་པོ་ཞིག་བྱེད་ཀྱི་ཡོད་རེད་དེ་དག་དེ་རིང་ཙམ་ལ་ཕ་ཅག་ཤི་མི་ཡོང་གོ་བསམ་པ་འདྲ་པོ་དེ་ག་ཚོད་བག་ཀློག་གིས་ཚོད་བྱས་པ་རེད་མ་གཏོགས་མི་ཤི་བའི་གདིང་སུ་ལ་ཡང་མི་འདུག། དེ་འདྲ་ཡིན་དུས་འཆི་ཁར་སྣེ་གཅུགས་ཀྱི་སྡུག་བསྔལ་དང་བར་དོ་འཁྲུལ་སྣང་ངན་ཅི་འདྲ་ཁོ་ནའང་བཟོད་པར་དཀའ་འཆི་བ་ཁོ་ནའི་མི་ཆོག། རྣམ་ཤེས་ལས་ཅི་སྐྱེས་སུ་འབྲང། དཀར་པོ་དགེ་བས་མཐོ་རིས་སྡིག་པ་མི་དགེ་བས་ངན་སོང་དུ་འཕེན། ལས་བྱས་པ་ཐམས་ཅད་རྣམ་སྨིན་མ་མྱོང་བ་ཆུད་མི་ཟ་ཞིང་མ་བྱས་པ་དང་མི་འཕྲད་ལས་རྣམས་འཕེལ་བར་འགྱུར། འབྱུར་བུ་དང་བཅས་པ་ཡིན་པས་རྒྱུ་ཡི་སྟོད་སུ་ཆུང་ངུ་ལས་མེད་ན་ཡང་འབྲས་བུ་རྒྱ་ཆེན་པོ་སྨིན་པས་རང་ང་སྟོད་དུ་དགེ་བའི་སྟོབས་ལས་ཆུང་སྡིག་པའི་སྟོབས་ལས་ཆེ་བས་འཁོར་བ་མི་འཇམ་པའི་ཐབས་མི་འདུག་བླང་དོར་འདི་ཤེས་རབ་གལ་ཆེན་པོ་རེད་གསུང་བ་རེད། སྡིག་པ་སྤང་དགོས་བ་དགེ་བ་སྒྲུབ་དགོས་བ་རྒྱུན་ལྟར་བཅོམ་ལྡན་འདས་ཀྱི་ལས་འབྲས་ཀྱི་རྣམ་གཞག་ཕྲ་མོ་དེ་ཚོ་བཀྲལ་ཏེ་བཅོམ་ལྡན་འདས་ཀྱིས་མ་གཏོགས་གཞན་གྱིས་བཅུ་ཡོད་ཅེས་ཞུ་བ་མ་རེད་དེ་ཡིན་ན་ཡང་ང་ཚོ་གིས་ལས་འབྲས་ཀྱི་ཚུལ་ལ་བློ་གཏད་ཚེ་ཅི་བག་ཆགས་ཀྱིས་བཞག་མ་ཐུབ་ན། དེ་ནི་དགེ་བ་བྱེད་པ་ལ་སྤྲོ་བ་ཡོང་གི་ཡོད་མ་རེད། སྡིག་པའི་ལས་སྤང་ཡང་ལ་སྤྲོ་བ་ཡོང་གི་ཡོད་མ་རེད་ད། བླང་དོར་ལ་སྤྲོ་བ་ཞིག་དགོས་ཀྱི་འདུག་ང་ཚོ་ཟས་ཟ་བ་དེ་ཡང་ལྟོགས་ནས་ནི་ཟས་ཞིམ་པོ་ཡོད་པ་དེ་ལ་སྤྲོ་བ་བྱས་ནས་ཟས་དེ་ཟ་གི་ཡོད་རེད། སྤྲོ་བ་མེད་ན་སོ་སོས་ཟ་འདོད་མེད་པའི་གི་ཟས་དེ་ཨུ་ཚུགས་བརྒྱབ་ན་ཡང་ཞིམ་པོ་ཡོང་མ་རེད་བ། དེ་སྤྲོ་བ་ཡོད་མ་རེད། དེ་ཡིན་དུ་ད་བླང་དོར་འཇུག་ལྡོག་གི་ལས་ཀ་ཟིན་ཐུབ་པའི་སེམས་ལ་སྤྲོ་བ་ཞིག་དགོས་ཀྱི་ཡོད་རེད་སྤྲོ་བ་ཟེར་ན་དགའ་བ། ད་སྤྲོ་བ་དང་དགའ་བ་དེ་ཡོང་ཡོང་ལ་དང་པོ་བྲོ་བ་མྱོང་དགོས་ཀྱི་འདུག་བ། འོ་དེ་ཞིམ་པོ་ཡོད་རེད་ཟེར་ཟས་རེད་དེ་ཞིམ་པོ་ཡོད་རེད་དེ་ལ་རྒྱུས་ཡོད་རེད་དེའི་གཟུགས་པོ་ལ་ཕན་གྱི་རེད་བསམ་པའི་གས། ཡོན་ཏན་གྱི་ཆ་མང་པོ་ཅིག་ལ་བསམ་བློ་བཏང་ནས། ང་ཚོ་ཟས་དེ་ལ་འཇུ་གི་ཡོད་རེད་ད་འདི་ཞིམ་པོ་ཡོད་མ་རེད་ཕོ་བ་ལ་གནོད་གི་རེད་ལུས་ལ་གནོད་གི་རེད་བསམ་པའི་དགེ་སྐྱོན་གྱི་ཆ་ལ་བསམ་བློ་བཏང་ནས་དེ་ཡི་ཟློག་ཟློག་ཐབས་བྱེད་ཀྱི་ཡོད་རེད་བ། དེ་དང་འདྲ་བ་ཆོས་སྒྲུབ་པ་ལ་ཡང་དགེ་བ་སྒྲུབ་ཡག་དང་སྡིག་པ་སྤང་ཡག་ལ་འཇུག་ཟློག་གི་ལས་ཟེར་མཁན་དེ་ལ་ཡང་གཅིག་གི་སངས་རྒྱས་ཀྱི་གསུངས་པའི་རྒྱུ་མཚན་གཙོ་བོར་བཞག་ཡག་འདྲ་པོ་དང་རྒྱན་འཇུག་མཁས་པ་ཐམས་ཅད་གསུངས་པའི་གི་རྒྱུ་མཚན་གཙོ་བོར་བཞག་པ་མ་ཡིན་པ་དེ་ལ་སོ་སོའི་མྱོང་ཚོར་གཅིག་གི་ཐོག་ནས་དེ་དང་དེ་རེད་འདུག་དེ་དེ་རེད་བསམ་པའི་གི་ངེས་ཤེས་ཀྱི་ཐོག་ནས་འཇུག་ཟློག་བྱེད་དགོས་གི་རེད་དེ་བྱས་ན། དེ་ནི་ལས་འབྲས་ལས་ཡག་སྤྲོ་བ་གི་ཐོག་ནས་འགྱུར་ལྡོག་བྱེད་ཡ་ཡོང་གི་རེད་ཟེར་ཡ་རྒྱུ་མཚན་དེ་ནས་གསུངས་པ་རེད། རིགས་རུས་གནས་རི་མཐོ་དམན་གང་དུ་སྐྱེས་ཀྱང་སྡུག་བསྔལ་གསུམ་ཆའི་རང་བཞིན་མེ་ཡོར་སྤུ་གྲིའི་ཚབ་ཏུ་འགྱུར་བ་དང་བདེ་བའི་གོ་སྐབས་ཅུང་ཟད་ཀྱང་མེད་པས་ད་རེས་སྡུག་བསྔལ་ཅན་གྱི་འཁོར་བ་ལས་ཅི་ནས་ཀྱང་ཐར་བ་བྱས་བྱ་སྙམ་དུ་ཟེར་སྟངས་འདི་རེད་བ། དང་ཆོས་མི་ལུས་རིན་པོ་ཆེ་ཐོབ་པ་རེད། གསང་སྔགས་ཀྱི་བསྟན་པ་རིན་པོ་ཆེ་མཇལ་བ་རེད། བླ་མ་དགེ་བའི་བཤེས་གཉེན་ཡང་མཇལ་ཡོད་རེད། ཆོས་ཐོས་ཡོད་རེད། ད་མི་སྲིད་འདི་དོན་དང་ལྡན་པ་ཟེར་ཡག་དེ། སྐྱེ་བ་ཕྱི་མ་སླར་ཡང་མི་ལུས་ཐོབ་པར་ཤོག་ཡང་ཅི་བགྱི་བགྱི་དགེ་བའི་བཤེས་གཉེན་ཚེ་ཁྲིད་པར་ཤོག་ཟེར་སྨོན་མ་གོ་བ་ད་ལྟ་ཐོབ་བསྡད་པ་འདི་གི་སྟེང་ནས་རེ་འདུན་ཅིག་གིས་འཁོར་བ་ཅིག་མཐའ་ཅན་དུ་བྱེད་ཐུབ་ཡ་ཅིག་འཁོར་བ་མཐའ་ཡོད་པ་ཅིག་བྱེད་ཐུབ་པ་ཅིག་བྱེད་ཐུབ་པ་ཡིན་ན་ཆོས་པ་རབ་རེད་ཆོས་པ་རྣམ་དག་རེད་ད་ང་ཚོ་ཆོས་པ་ཟེར་ཡ་དེ་འདིར་བ་ཆོས་པ་ཟེར་ཡ་དེ་ཆོས་ནས་ཤེས་པའི་གི་དོན་དག་དེ་སེམས་ཐོག་ཏུ་བཞག་ནས་དེ་ལ་མྱོང་བ་ཐོན་ནས་ཐག་ཆོད་པའི་གི་གདེང་དང་སྤོབས་པ་དེ་འདྲ་ཞིག་སླེབས་ཐུབ་པ་ཡིན་ན་དེ་ཆོས་པ་ཆགས་འདེགས་ཡོད་རེད། ཞེ་འདོད་དང་ལག་ལེན་གཉིས་མཐུན་སོང་བ་རེད། ངོ་དང་ལྐོག་གཉིས་མཐུན་སོང་བ་རེད། ད་ངོ་ལྐོག་སོ་སོར་སོང་ཞེ་འདོད་དང་ལག་ལེན་ཕྱིན་ཅི་ལོག་ཏུ་སོང་ན་དེ་ཆོས་པ་ཐ་མ་བ་རེད། དེ་ཡིན་དུས་འདི་ནས་སོང་བ་ལྟ་བུ་དང་གཅིག་གིས་འཁོར་བ་ཐ་མལ་དུ་མ་འགྲོ་བ་ཅིག་འཁོར་བ་ཐ་ཆེན་དུ་བཟོ་དགོས་ཀྱི་རེད་དེ་སོ་སོའི་ལག་པ་ལ་ཡོད་རེད། ཆོས་སྒྲུབ་ཐུབ་མཁན་གཅིག་དང་མ་ཐུབ་མཁན་གཅིག་གི་དབྱེ་བ་གཉིས་མི་འདུག་ག་སུ་ཡིན་ན་ཡང་ཆོས་སྒྲུབ་ཐུབ་ཀྱི་ཡོད་རེད། རྣམ་དཔྱོད་ཀྱི་ཤེས་རབ་ནི་ཚང་མ་ལ་ཡོད་རེད་བསམ་མོ་བཏང་ན་བཏང་ན་དོ་སྣང་བྱེད་ན་དེ་ལ་ཡ་གཅིག་གི་བག་ཡོད་པ་བསྟན་ན་དེ་ལ་དྲན་ཤེས་བསྟན་ན་ཚང་མའི་ཐུགས་ཀྱི་ཡོད་རེད་ད་དྲན་ཤེས་མ་བསྟན་བག་མེད་ཀྱི་དབང་དུ་སོང་ད་ལྟ་མི་ལུས་ཐོབ་ཀྱི་ཐོབ་ཀྱི་ལ་དགེ་བའི་བཤེས་གཉེན་མཇལ་གྱི་མཇལ་གྱི་ལ་ཆོས་རྣམ་དག་འཇུག་ཉམས་སུ་ལེན་པའི་གོ་སྐབས་ཡོད་ཀྱི་ཡོད་ཀྱི་ལ་ཡ་ད་རུང་ཡང་བློ་ངན་རང་རྒྱུད་ལས་སུ་མ་རུང་བའི་གི་བློ་འདི་ད་དུང་ཡང་བག་ཆགས་ངན་པའི་ནང་དུ་འདུག་ཟིན་བག་བཏང་བསྡད་པ་ཡིན་ན། དེ་ནི་འཁོར་བ་ཐ་མས་བསལ་ཏེ་ཆགས་ཀྱི་ཡོད་རེད། འོ་དེ་འདྲ་ཡིན་དུས་འཁོར་བ་ཐ་མས་དང་ཐ་ཆེན་གཉིས་ཀྱི་དབྱེ་བ་དེ་ཕྱེ་བྱས་ནས་དེ་ང་ཆོས་པ་ཅིག་ཡིན་བསམ་པའི་བསམ་བློ་བཏང་ན་བླ་མ་ཚོ་གི་གསུང་དགེ་བའི་བཤེས་གཉེན་གསུང་དེ་ཚོའི་འགྲེལ་ལ་སེམས་ལ་བཞག་བྱས་ནས་དེ་ནས་ལག་ལེན་དེ་ཡང་ཕྱི་རྗེས་མ་ལོག་པར་དཀའ་ལས་མང་པོ་ཞིག་བརྒྱབ་ཡོད་རེད་སྔོན་མ་ཚོས་ང་ཚོས་ཡང་དཀའ་ལས་ཤིག་བརྒྱབ་དཀའ་བ་ཞིག་སྤྱད་སྙིང་རུས་ཤིག་བྱས་ཞལ་ཆད་ཞིག་བྱས་ན་དབྱེན་དེ་ཕན་ཐོགས་ཡོང་གི་ཡོད་རེད་དེ་འདྲ་ཡིན་དུས། རེ་དྲུག་གི་ནས་རེ་ཐོག་མའི་གང་དུ་སྡུག་བསྔལ་གསུམ་ཡང་ཡོད། འཁོར་བ་སྐྱེ་ནས་ཐར་བར་བྱེད་བྱ་སྙམ་ན་བློ་ཐུང་ཀློག་ན་ཐུང་འབུད་ཅེས་བཏང་ལ་ཚེ་འདི་ཡི་ལྟོས་ཐག་རྦད་ཅེས་གཅོད་པར་བྱའོ་ཟེར་ད་ཚེ་འདི་ལ་ཡང་ཞེན་ཆགས་མེད་པར་ཅི་དགུ་རེར་སོང་བ་ལྟར་རི་ཡི་ཕུག་ཅེས་ན་བོན་གྱི་གོས་ཆོན་ཆུང་ལྟོ་གོས་བཏང་སོང་ན་རྗེ་བཙུན་མི་ལ་རས་པ་དང་རྒྱལ་བ་རྒོད་ཚང་པ་ལྟ་བུ་ཞིག་ཡིན་ས་དེ་ཚོ་དེ་ཐོག་དྲག་པ་རེད་དཀའ་ལས་ཁ་པོ་རེད། ཡིན་ན་ཡང་ད་མི་ཚེ་ད་ལྟ་མི་ཚེ་འདི་གི་ནང་ལོང་ལ་ཡང་ཉི་མ་གཅིག་གི་ཐུན་ཚོད་ཀྱི་ནང་ཁུང་ལ་ཡང་གཅིག་གིས་ཐོག་མར་སྐྱབས་འགྲོ་ལ་བསམ་མནོ་རྣམ་དག་ཞིག་བཏང། ཁ་ཏོན་གསར་བའི་བཀའ་སྲོལ་ལ་ཡང་ཐོག་མར་སྐྱབས་འགྲོ་ལ་ནི་བར་དུ་དངོས་གཞི་གི་ཉམས་ལེན་དམིགས་པ་མེད་པའི་སྙིང། དམིགས་པ་མེད་པའི་གི་བློ་ཐ་མ་དང་ནི་འཇུག་བསྔོ་བ་འདི་འདྲ་གཅིག་གིས་བརྩིས་ཟིན་པའི་ཐོག་ནས་ཁ་ཏོན་གསར་བ་ཡིན་ན་ཁ་ཏོན་དུ་འཕྲོ་བརླག་མ་འགྲོ་བ་དེ་ནི་འགྲོ་འདུག་སྤྱོད་ལམ་གྱི་སྐབས་སོགས་ཡིན་ན་ཡང་ཕར་ཚུར་འགྲོ་གཅིག་གིས་ཟ་འཐུང་མི་དང་མཉམ་དུ་སྐད་ཆ་བཤད་ལ་སོགས་པ། སྐྱོད་ལམ་ལ་འཇུག་པའི་སྐབས་སུ་སླར་ཡང་ཚིག་གི་རྣམ་གཡེང་དང་བག་མེད་པའི་དབང་དུ་མ་སོང་བ་བྱས་ནས་དྲན་ཤེས་ཡག་པོ་ཞིག་བརྟན་བྱས་ནས། ད་ད་རེས་ང་ཆོས་དད་ཚིག་ཞིག་གོ་ཆོས་དད་ཚིག་བག་ཆགས་བཟང་པོ་ཅིག་ཡོད་པའི་སྐབས་འདི་ལ་ངས་གོ་སྐབས་དམ་འཛིན་བྱེད་བྱས་ནས་དེ་འཕྲོ་ལ་མ་འགྲོ་བ་ཅིག་གི་ཐོག་ནས་གནས་དང་ལྡན་པ་ཅིག་བྱས་ནས་ངས་ཡང་དག་པ་ཅིག་ཆོས་ལ་འཇུག་པར་བྱེད་དགོས་ཀྱི་འདུག་བསམ་པའི་བསམ་བློ་དེ་རྟག་པར་སེམས་རྒྱུད་ལ་བཞག་ནས་ཨ་འདི་ཅིག་འགྲོ་འདུག་སྐྱོད་ལམ་ལ་འཇུག་ན། འོ་དེ་ནི་བག་མེད་ཀྱི་དབང་དུ་མ་འགྲོ་བར་ཕན་ཐོགས་ཆེན་པོ་ཡོད་རེད། དེ་མིན་ན་ཆོས་སྒྲུབ་པའི་སྐབས་སུ་ད་ཐུན་བཟླས་པ་ཡིན་ཟེར་ནས་སྔ་དྲོ་ཆུ་ཚོད་བདུན་པ་ནས་ད་དགུ་བ་ས་བར་དུ་ལ་ཐུན་བཟླས་ཀྱི་ཡོད་དེ་སྐབས་དེ་ལ་ང་གང་ཡིན་མིན་ཡིན་བྱེད་ཀྱི་མེད་མི་དང་མཉམ་དུ་སྐད་ཆ་བཤད་ཀྱི་མེད་སྒོ་བར་བཅས་སྒེའུ་ཁུང་བཅས་བྱས་ནས་བསྡད་ཀྱི་ཡིན་ཟེར་འདོད་ཀྱི་ཕན་གྱི་མི་འདུག་ད་ནི་དེ་ནས་ཡར་ཐུན་ལས་ལྡང་ཚར་ན་ཡང་ཐ་མ་བའི་སྤྱོད་ལམ་རང་རེད་མི་དང་མཉམ་དུ་སྐད་ཆ་བཤད་དུ་ཆགས་སྡང་གི་བློ་ཚེངས་རང་རང་བཙན་བ་ད་ག་རང་སླེབས་ཡོང་གི་རེད། ཐ་མལ་པའི་སྐྱོན་ལམ་ལ་འཇུག་པའི་སྐབས་སོགས་ལ་ཉོན་མོངས་པའི་དགེ་སློབ་དེ་ཚོ་དེ་རང་རང་མཚན་པ་དེ་ག་རང་སླད་ཡོང་གི་འདུག་བ་དེ་ནི་ཕན་ཐོགས་བྱུང་མ་སོང་བ་དེ་འདྲ་ཡིན་དུས་བག་ཡོད་དྲན་ཤེས་ཟེར་ཡ་དེ་རྟག་ཏུ་བསྟན་པ་ཡིན་ན་ག་རེ་ཕན་གི་རེད་ཟེར་ན་བག་མེད་པའི་དབང་དང་འཇུག་ཡ་ལ་འཁོར་འདུག་ཟེར་ནས་སྒོ་དེ་བག་མེད་པའི་གི་སྒོ་ལ་འཇུག་པ་ལ་སྒོ་དེ་བག་བཅད་ཡ་ལ་ཕན་ཐོགས་ཡོད་རེད་དང་པོ་ནས་སྟོང་ཉིད་རྟོགས་པ་དང་སྤྲོས་བྲལ་རྟོགས་པ་ཟེར་ཡ་དེ་ཡོང་གི་མ་རེད་སེམས་ངོ་མཐོང་ཟེར་ཡ་དེ་མི་འདུག་བ་དང་པོ། ང་ཚོ་རྣམ་གཡེང་ལས་ལྡོག་དགོས་ཀྱི་ཡོད་རེད། དེར་བརྟེན་ནས་བཅོམ་ལྡན་འདས་ཀྱིས་དང་པོ་བསླབ་པ་ཚུལ་ཁྲིམས་ཀྱི་བསླབ་པ་གསུངས་བ་རེད། བསླབ་པ་གསུམ་གྱི་ནང་ནས་དང་པོ་བསླབ་པ་ཚུལ་ཁྲིམས་ཀྱི་བསླབ་པ་གསུངས་ཡང་དེ། ག་རེ་བྱས་ནས་གསུང་གི་ཡོད་རེད་བསམ་ན། བག་མེད་པའི་རྣམ་གཡེང་ལས་ལྡོག་པའི་ཆེད་དུ་གསུང་གི་ཡོད་རེད། ད་དེ་ནི། བདེན་པ་གཉིས་ཀྱི་རྣམ་གཞག་གསལ་ཡང་འདྲ་བོ་དང་སྟོང་ཉིད་ཀྱི་རྣམ་གཞག་གསལ་ཡང་འདྲ་བོ་དང་རྟེན་འབྲེལ་གྱི་རྣམ་གཞག་དེ་ཚོའི་འབྲེལ་དེ་བདེན་པ་ལྔ་མངོན་པར་རྟོགས་པའི་གྱི་ལམ་རེད་བདེན་པ་མངོན་པར་རྟོགས་པའི་ལམ་གསལ་ཡང་དེ་ལམ་གོང་མ་ལ་སླེབས་ཀྱི་ཡོད་རེད་དང་པོ་དང་པོ་དེ་གལ་ཆེ་བར་བ་ལས་དང་པོ་བ་དེ། ཨོ་དེ་འདྲ་ཡིན་ཚུལ་ཨ་ཐ་འདི་ནས་གསུང་བ་ལྟ་བུ་ཅིག་བློ་སྣ་ཐུང་ཐུང་ཞིག་བྱས། ཅིག་གིས་ང་ཆོས་པ་ཡིན་ཆོས་སྒྲུབ་མཁན་ཅིག་ཡིན་ངས་གཟབ་གཟབ་བྱེད་དགོས་ཀྱི་འདུག་ད། ལུས་ཀྱི་སྤྱོད་པ་ཁ་ན་མ་ཐོ་བ་ངག་གི་སྤྱོད་པ་ཁ་ན་མ་ཐོ་བ་ཡིད་ཀྱི་སྤྱོད་པ་ཁ་ན་མ་ཐོ་བ་སོང་ན་འགྲིག་གི་མི་འདུག་ཨ་ནི་སེམས་ཀྱི་ནང་དབང་ཡིན་ན་ཡང་ཨོ་ཆོས་ཐམས་ཅད་བདག་མེད་པ་རེད། བདག་མེད་མངོན་སུམ་དུ་རྟོགས་དགོས་ཀྱི་མ་རེད་ལ་བདག་མེད་པ་རེད། སྟོང་པ་ཉིད་རེད་སྤྲོས་བྲལ་རེད་གང་ལ་ཡང་སྙིང་པོ་ཡོད་མ་རེད། ཐམས་ཅད་སྟོང་པ་ཉིད་རེད་བདག་མེད་པ་རེད་བསམ་པའི་སྐད་ཅིག་གིས་བདག་མེད་པའི་དོན་དག་དེ་ཇི་བཞིན་དུ་མ་རྟོགས་ན་ཡང་བློ་དེ་ཡི་ཕྱོགས་ལ་ཉེ་བར་གཞོགས་སམ་ཆུང་པ་ཡིན་ན་ཡང་ཕན་ཐོགས་ཆེན་པོ་ཡོད་གསུངས་འདུག་སྐྱོན་ཆུང་ནང་ལ་འདུག་ཞི་བ་ལགས་ཀྱི་ཁ་ན་མ་ཐོ་མའི་ངོས་ལ་བདག་དང་སེམས་ཅན་དབང་བྱེད་བཞིན་སྤྲུལ་པ་བཞིན་དུ་ང་མེད་པའི་དབྱིངས་དེ་རྟག་ཏུ་བཟུང་བར་བྱ་སྟེ་ཤོ་ལོ་ཀ་དུ་ནུས་པ་ཆེན་པོ་ཡོད་རེད་ལ་ཞི་བ་ལགས་ཀྱི་གསུང་རེད། ཁ་ན་མ་ཐོ་བ་མེད་པའི་དངོས་པོ་སྐྱོན་དང་ངེས་པ་ཀྱི་རང་བཞིན་མ་ཡིན་པའི་གི་དངོས་པོ་ལ་ཉམས་ལེན་པ་གཅིག་གི་དབང་བསྒྱུར་བྱེད་དགོས་ཡོད་རེད་ཟེར་རེད་བ་ད་ང་ཚོ་དེའི་དབང་བསྒྱུར་བྱེད་ཡ་ཆེད་དུ་ལ་ལུས་ཀྱི་དགེ་བ་ངག་གི་དགེ་བ་ཡིད་ཀྱི་དགེ་བ་དེའི་ནང་ནས་ཡིད་ཀྱི་དགེ་བ་གཙོ་བོ་སྟོན་ཡ་དེ་ཁ་ན་མ་ཐོ་བ་མེད་པའི་དངོས་པོ་ལ་དབང་བསྒྱུར་བྱེད་ཡ་ཆེད་དུ་ཡོང་གི་ཡོད་རེད་ད་ལྟ་བར་དུ་ཁ་ན་མ་ཐོ་བ་ཁ་ན་མ་ཐོ་བའི་གི་དངོས་པོ་གི་རང་ལ་ཚུལ་དབང་བསྒྱུར་བྱེད་པ་རེད་ཉམས་ལེན་པ་གཅིག་གི་ཐོག་ནས་བསམ་བློ་བཏང་ཡོང་དུས་ད་སེམས་ཆོས་ཀྱི་ནང་ལ་ཡ་གནད་དུ་འགྲོ་ཡོང་དུས་ཁ་རྣམས་མ་ཐོ་བ་མེད་པའི་དངོས་པོ་ཁ་རྣམས་མ་ཐོ་བས་ཀྱི་དངོས་པོ་དེ་ཉེ་བར་འཇོམས་ནས་ཁ་རྣམས་མ་ཐོ་བ་མེད་པའི་དངོས་པོ་ཐོ་ལ་བ་ཉེ་བར་འགྱུར་དགོས་ཀྱི་ཡོད་རེད། བདག་ཀྱང་དེའི་ནང་དུ་དབང་དུ་འགྱུར་དགོས་ཀྱི་ཡོད་རེད། གཞན་སེམས་ཅན་ཡང་དེ་ཡི་དབང་དུ་འགྱུར་དགོས་ཀྱི་ཡོད་རེད། དེ་འདྲ་ཡོང་བ་ལ་བློ་དྲན་པར་ཉེ་བར་བཞག་དགོས་རེད་ད་དེ་རེད་དོ།

དྲན་པར་ཉེ་བ་བཞག་པ་ཟེར་ཡ་དེ་དྲན་པར་ཉེ་བ་བཞག་ཚུལ་བཞག་ན་ཡང་བཞག་ཚུལ་ཡོད་རེད། བཞག་ཚུལ་དེ་ཐེག་པ་འོག་མ་ལྟ་བུ་བྱས་ནས་བཞག་སྟངས་ཡོད་རེད་ཐེག་པ་ཆེན་པོ་ལྟ་བུ་བྱས་ནས་བཞག་སྟངས་ཡོད་རེད་ཐེག་པ་ཆེན་པོ་གསང་སྔགས་བླ་མེད་ཀྱི་བཀའ་བའི་ས་ནས་བཞག་སྟངས་ཡོད་རེད་སྡོམ་རྒྱག་ཡོང་དུས་དྲན་པར་ཉེ་བ་བཞག་པ་ཟེར་ཡ་དེ་བག་མེད་པའི་གི་སྤྱོད་པ་ལ་མ་འཇུག་པ་ཟེར་ཡ་དེ་ཚིག་དེ་འདྲ་ཡོང་གི་ཡོད་རེད་ད་དེ་ལ་ཡང་རྒྱ་ཆེ་བའི་ཐོག་ནས་འགྲེལ་བཤད་རྒྱབ་དང་ཟབ་པའི་ཐོག་ནས་འགྲེལ་བཤད་རྒྱག་སྟངས་དེ་མཁས་པ་རྣམས་ཀྱི་རྣམ་དཔྱོད་ཀྱི་བློ་གྲོས་གདུལ་བྱ་དེ་ཚོ་གི་ཁམས་དང་དབང་པོ་མོས་པ་དང་བསམ་པའི་ཐོག་ནས་རྒྱུའི་གྲངས་བཤད་དགོས་ཀྱི་ཡོད་རེད་དེ་རེད་བ། འགྲོ་སྟངས་དེར་བ་ཆོས་བཤད་སྟངས་དེ་དེ་རེད་རེད་མ་གཏོགས་གནས་ཀ་ནས་མགོ་སྐོར་ཡག་ཤེས་ཚུལ་ཙམ་ཞིག་ལ་སྐད་ཆ་མ་རེད་རེད་འདུག་བ་ང་སེམས་པ་སྐྱིད་པོ་མི་འདུག་ནང་མི་དཀའ་ལས་ཡོད་ས་འོ་རེད་ད་ཁྱོད་རང་དྲན་པ་ཉག་བ་ཞག་པོ་སྒོམ་ཞོག་ཟེར་ན་འདི་སྐད་དུ་བདུན་ཕྲག་གཅིག་གི་ཟ་སྒོམ་ཡང་ཉོག་དྲ་ད་ག་རང་རེད་ཡང་བྱ་ལེ་གི་རེད་བ་ད་ང་ཚོང་ལམ་ནང་འགྲོ་མ་སོང་ཉིན་སྲིང་མེད་པ་ཚོང་རང་གི་ཐོག་ལ་སེམས་པ་ནོར་ད་ཁྱོད་རང་དྲན་པ་ཉག་བ་ཞག་པོ་སྒོམ་ཞོག་ཟེར་ན་དེ་ཕན་གི་ཡོད་མ་རེད་ད་དེ་ཕན་གི་ཡོད་མ་རེད་དེ་གནས་སྐབས་གནས་སྐབས་ཀྱི་ཕན་ཐོག་གི་ཡོད་རེད་དེ་ཨིན་ཇིའི་སྐད་དེ་མ་སོང་ན་པན་གི་ལ་རེད་དེ། རེད་འདུག་གཟུགས་རྒྱ་ཡོན་དུ་གཟུགས་བྱང་སྨན་གྱིས་ཟ་བ་ཡིན་ན་གནས་སྐབས་སུ་ཆགས་ཀྱི་རེད་དེས་ན་ནད་རྩ་བ་ནས་འབྱིན་ཐུབ་མི་འདུག་ག་ནད་རྩ་བ་འབྱིན་ཡག་ན་སྨན་པ་བསྟེན་གཤགས་བཅོས་བཏང་དགོས་ཀྱི་ཡོད་ན་བཏང་ཁ་བརྒྱབ་དགོས་ཀྱི་ཡོད་ན་ད་བྱེད་དགོས་ཀྱི་ཡོད་རེད་བ་འོ་དེ་འདྲ་བོ་རེད། འོ་དེ་འདྲའི་བསམ་བློ་བཏང་ཡོད་དུས་ད་ད་ནི་ངས་ཞུ་ཡ་ལས་ཡ་ཅོ་ད་ད་ཞི་བ་ལས་སོང་བ་དེ་རེད་ཁ་ན་མ་ཐོ་མའི་ངོ་ལ་བདག་དང་སེམས་ཀྱི་ངོ་སྤྲུལ་པ་ཞིག་འདུག་བཟའ་སྤྲུལ་པ་ཟེར་དུས་སྒྱུ་མ་ལྟ་བུ་སྤྲུལ་པ་ལྟ་བུ་རྨི་ལམ་ལྟ་བུ་སྣང་ལ་རང་བཞིན་གྱིས་མ་གྲུབ་པ་རེད་འདུག་ག་དེ་འདྲ་རེད་བསམ་པའི་གེ་སོ་སོ་ལ་ཡ་གཅིག་གི་ཆགས་སྡང་གི་བློ་སྐྱེ་བ་ཡིན་ན་རེད་ཕྱི་ཡི་རྐྱེན་བཟང་ངན་ག་རེ་བྱུང་པ་ཡིན་ན་རེད་ནང་ལ་ཡ་རྣམ་རྟོག་བཟང་ངན་ག་འདྲ་བྱུང་པ་ཡིན་ན་ཡང་ཨོ་དེ་ལ་ཡ་བདེན་འཛིན་མེད་པ། དེ་ལ་ཆགས་ཞེན་མེད་པ། དེ་གནད་ཆེན་པོ་གཅིག་རེད་བསམ་པའི་གེ་ཞེན་འཛིན་དང་དེ་ལ་ཡ་གཅིག་དོན་གཉེར་གྱི་བློ་མ་སྐྱེ་བ་བྱས་ནས་ཨོ་དེ། བྱ། རྨི་ལམ་ལྟ་བུ་རེད། སྤྲུལ་པ་ལྟ་བུ་རེད། རང་བཞིན་མེད་པ་རེད་དེ་ལ་ཡང་ཞེན་ཆགས་བྱས་ནས་ཅིག་གིས་བསྟོད་པ་ལ་རེ་བ། སྨད་པ་ལ་ཡང་དོགས་པ། རེད་འདུག་ག། ད་ག་ནང་བཞིན་གྱི་ཅིག་བཟང་པོ་ལ་རེ་བ། ངན་པ་ལ་དོགས་པ། དེ་འདྲ་གི་བློ་ཕྱིན་ཅི་བྱུས་ལོག་པའི་གི་འདུ་ཤེས་གཉིས་དེ་རྟག་པར་དེའི་ནང་དུ་འཛུལ་བསྡད་པ་ཡིན་ན་དེ་ལ་སྙིང་པོ་གང་ཡང་ཡོད་མ་རེད་བསམ་པའི་གི་ཅིག་གི་དྲན་པ་ཉལ་བ་བཞག་པ་བཅས་སླེབས་ན། དྲན་པ་ཉལ་བ་བཞག་པ་ཟེར་ཡ་དེ་ཐུན་མོང་གི་ཚིགས་བཅད་དེ་ལ་ཞི་བ་ལ་གི་གཉེན་པོ་སོགས་ཡོད་ད་ག་རེད། དེ་ནི་བདག་དང་སྤྲུལ་པ་ཤིན་ཏུ་ང་མེད་པས་ཟེར་ཚིག་འདི་ཚིག་འདི་སྙིང་པོ་བཟོས་པ་རེད་དེ་འདུག་བ་ཆེ་ཆུ་བཏོན་པ་རེད་ཆེ་བར་འདོན་པ་རེད་རྒྱ་ཆེ་རུ་བཏང་བ་རེད་ཟབ་ཏུ་བཏང་བ་རེད་འོ་དེ་འདྲ་ཡིན་དུས་སྤྲུལ་པ་ཤིན་ཏུ་ང་མེད་པས་ཡིད་འདི་རྟག་ཏུ་བཟུང་བར་བྱ་ཟེར་དུས་ད་སྙིང་པོ་མེད་པས་ཀྱི་བློ། བདག་མེད་པས་ཀྱི་བློ། རང་བཞིན་མེད་པས་ཀྱི་བློ། དེ་ལ་ཡང་ཅིག་གིས་བདེན་པར་འཛིན་དུ་མི་རུང་བས་ཀྱི་བློ་ཅིག་རྟག་པར་རྒྱུད་ལ་བཞག་ན། དེ་ནི་ག་རེ་ཕན་གྱི་ཡོད་རེད་ཟེར་ན་རྐྱེན་དྲག་པོ་གླས་ཡོང་དུས་དེ་གི་དབང་དུ་མ་འགྲོ་བ་ལ་ཕན་ཐོགས་ཆེན་པོ་ཡོད་རེད། ད་གོ་བདེ་བོ་བྱས་ན་དེ་རེད། རྐྱེན་དྲག་པོ་ཟེར་ཡག་དེ་རྐྱེན་དེ་གློ་བུར་བ་རེད་བ་མ་གཏོགས་གྲ་སྒྲིག་བྱས་ཡག་ཡོད་མ་རེད། རྐྱེན་གློ་བུར་བ་རེད་གློ་བུར་དུ་གླས་ཡོང་དུས་དང་པོ་ནས་དེ་ལྟ་བུའི་དྲན་པའི་གི་བློ་དེ་ཉེ་བར་བཞག་ཐུབ་ན། སྤྲུལ་པ་བཞིན་དུ་ང་མེད་པའི་ཡིད་ལ་རྟག་ཏུ་བཞག་ཐུབ་ན་རྐྱེན་དེ་གི་རང་ལ་ཚུར་དབང་བསྒྱུར་བྱེད་ཐུབ་པོ་མ་རེད་ང་ཚོ་ལ་ཁྱེད་ཁེ་བཟང་བྱེད་ཤུགས་དེ་རེད་ཕན་ཐོགས་བྱེད་ཤུགས་དེ་རེད་ཁ་ཐུག་ཁ་ཐུག་ལ། ད་དེ་ལ་ཡང་རིམ་པས་ཤིན་ཏུ་གོ་མི་འདུག་དེ་ནས་ག་ལི་ག་ལི་ལ་བློ་དེ་གཅིག་གི་བདག་མེད་པ་ཡིན་ན་རེད་སྤྲོས་བྲལ་གྱི་ངང་ལ་བ་རང་བཞིན་གཉིས་ཀྱི་འཇུག་ཡོང་དུས་ད་ནི་རང། རང་རྒྱུད་ཀྱི་ཡོན་ཏན་སྔར་གང་ཡོད་པ་དེ་མངོན་དུ་གྱུར་ཐུབ་ཡོད་རེད། ཨོ་དེ་རེད་ད་འདི་ནས་ངས་ཞུ་དགོས་ཡ་དེ། བསྟོད་ཐབས་རྦད་ཅིག་ཁྱོད་པར་བྱའོ། ད་དེ། ཚིག་གི་མདོ་བསྡུས་ཤིང་ལྟར་དཀར་སེམས་ཀྱིས་ཐུན་མོང་གི་སྔོན་འགྲོ་དེ་ཞེ་དྲག་གེ་ཆེན་པོ་རེ་ལྟར་ཐུན་མོང་མ་ཡིན་པའི་སྔོན་འགྲོ་སྐྱབས་འགྲོ་སེམས་ཀྱིས་ལྟར་བླ་མའི་རྣལ་འབྱོར་དེ་ཚུལ་བྲལ་ཏེ་སྟེ། ཡང་དང་པོ་གལ་ཆེ་རེ་བ་ཡིན་ན་དེ་འཇུག་ཡ་ལ། ཡང་ན་དེ་གལ་ཆེན་པོ་ཡོང་དུ་ཡོད་རེ་བ་དཔེར་ན་ཚང་ཚིང་ང་ཚོ་སྐམ་སང་སྔོན་འགྲོ་ན་ཡིན་ན་ཡང་དང་པོ་བསྒོམ་བྱ་ཟེར་ཡ་དེ། ཐུན་མོང་གི་དག་ཆོས་རྙེད་དཀའ་དང་ཆེ་བ་མེད་ད་ལས་ཀྱི་ཁོ་བོས་ཉིད་མི་ཤེས་དེ་ཡི་གེར་སོགས་ཐུན་མོང་མ་ཡིན་པའི་སྔོན་འགྲོ་དེ་ནི་སྐྱབས་འགྲོ་སེམས་ཀྱིས་ཏེ་རྡོར་སེམས་ཀྱིས་ནི་མ་ཡོང་དེ་གི་འདུ་བ་རེད་མ་གཏོགས་འདི་སྔགས་བླ་མེད་ཀྱི་ཉམས་ལེན་རེད་དང་པོ་ནས་སྐྱབས་འགྲོ། ཕྱག་འགྲོ། རྡོར་སེམས་བསྒོམ་དེ་དང་དེ་ཚུལ་བྲལ་འདོན་ཤོག་ཟེར་མི་འདུག་ག། དེ་འདྲ་ཡིན་དུས་ཅིག་ང་ཚོ་ཆོས་པ་ཚོ་གས་ད་ཆོས་བྱེད་མཁན་ཅིག་ད་ཆོས་པ་ཟེར་དུས་ཆོས་སྒྲུབ་མཁན་དེ་ལ་ཆོས་པ་ཟེར་གྱི་ཡོད་རེད་ཆོས་པ་ཡིན་ན་འདྲ་ཆོས་མ་ཡིན་ན་འདྲ་མིང་དེ་བཏགས་ཀྱི་ཡོད་རེད་ད་དེ་སོ་སོ་ཆོས་པ་རེད་དུ་མེད་དུ་སོ་སོ་ལྟ་དགོས་ཀྱི་མ་གཏོགས་འདྲ་ཆགས་པོ་ཅིག་དང་ཕ་རྟ་ས་ལ་ཡ་ཅིག་ཡིན་མདོག་མདོག་བྱེད་པའི་གས་ང་ཚོ་ཕན་གྱི་མི་འདུག་ག་དེ་རེད་དེ་འདྲ་ཡིན་དུས་ཅིག་གས་བླ་མ་གོང་མ་ཚོ་གས་དཀའ་ལས་མང་པོ་ཅིག་བརྒྱབ་དཔེ་ཆ་བརྩམས་ས་ལ་བརྩམས་བསྒྱུར་ས་ལ་བསྒྱུར་ང་ཚོ་ཀློག་ཆོག་ཆོག་འདོན་ཆོག་ཆོག་ཉམས་ལེན་བྱས་ཆོག་ཆོག་བཞག་བཞག་ཡོད་རེད། ད་འདི་ལང་ལེང་ཐོག་ལ་སྐད་མ་གི་ཏེ་སོ་སོ་གི་གདམ་ཀ་རེད་རེད་འདུག་བ་ཡག་འགྲོ་མ་འགྲོ་ས་མཚམས་ལྟ་ཁ་སབ་ཅིག་ལྕོག་མཚམས་ཟེར་ཡག་གི་བོད་གི་གདམ་པའི་རེད་སོ་སོའི་བསམ་བློ་རེད་དེ་འདྲ་ཡིན་དུས་ད་ཅིག་གི་གསང་སྔགས་རྡོ་རྗེ་ཐེག་པའི་གི་ཉམས་ལེན་གི་ནང་ལ་འཇུག་ཡི་དམ་ལྷ་བྱིན་རླབས་ཀི་རྩ་བ་བླ་མེད་གི་ཅིག་གི་སྟོབས་དང་ནུས་པ་བྱིན་རླབས་དེ་རང་ལ་འཇུག་པ་ལ་རེ་བ་ཡོད། དངོས་གྲུབ་ཀྱི་རྩ་བ་ཡི་དམ་རེད། ཡི་དམ་ལ་ཡང་ང་ཚོས་རེ་བ་ཆེན་པོ་ཞིག་བརྒྱབ་བྱས་ནས་ཡི་དམ་ཞི་བ་དང་ཁྲོ་བོ་ག་རེ་ཡིན་པ་ཡིན་ན་ཡང་དེ་འདྲ་ཅིག་བསྒྲུབས་ནས་དེ་ཡིས་ང་ལ་ཕན་གྱི་རེད་བསམ་པའི་བསམ་བློ་དེ་ཚང་མ་ལ་ཡོད་པ་རེད། འདི་ནི་འཕྲིན་ལས་ཀྱི་རྩ་བ་ཆོས་འབྱུང་རེད་དེ་ལ་ཡང་རེ་བ་ཅིག་བརྒྱབ་བྱས་ནས་ཕན་གྱི་རེད་བསམ་པའི་བསམ་བློ་དེ་ཚང་མ་ལ་ཡོད་རེད། རེད་བ། ཕན་ཡོང། ང་ལ་ཡག་བྱིན་རླབས་ཅིག་ཐོབ་ཡོང་བསམ་པའི་བློ་དེ་ཚང་མ་ལ་ཡོད་རེད་རེ་བ་ཡོད་རེད། ཕན་མ་ཕན་ཟེར་ཡག་གི་གནད་འགག་དེ་ག་བ་ཐུག་འདུག་ཟེར་ན་རང་ལ་རག་ལས་པ་རེད། དེ་རེད་མ་གཏོགས་བླ་མ་ཡི་དམ་ཐུགས་རྗེ་ཆེ་ཆུང་ལ་འགྲོ་གི་ཡོད་མ་རེད་ཐུགས་རྗེ་ཆེན་པོར་མ་གཏོགས་ཐུགས་རྗེ་ཆུང་བ་གཅིག་ལ་ཡོད་མ་རེད། ཡིན་ན་ཡང། བླ་མ་ཡི་དམ་ཆོས་སྐྱོང་གི་བྱིན་རླབས་དེ་རང་ལ་རྟག་པར་གནང་གི་ཡོད་རེད་དེ་རྒྱུད་ལ་འཇུག་མ་འཇུག་ཟེར་ཡག་དེ་སོ་སོ་ལ་རག་ལས་གི་འདུག་བ། དེ་དཔེ་མི་སེར་གལ་ཆེན་པོ་རེད། སོ་སོ་ལ་རག་ལས་ཟེར་བའི་སྐབས་སོགས་ལ། དད་པ་བྱེད་དགོས་རེད་ཟེར་བའི་སྐད་ཆ་གཅིག་པུ་མ་རེད། མོས་གུས་བྱེད་དགོས་རེད་ཟེར་བའི་སྐད་ཆ་མ་རེད། ཡིད་ཆེས་བྱེད་དགོས་རེད་ཟེར་བའི་སྐད་ཆ་གཅིག་པུ་མ་ཡིན་པ། ཆོས་ཀྱི་གོ་རིམ་མ་ནོར་བ། འཇུག་ལྡོག་མ་ནོར་བ་བཅས་ཀྱི་ཐོག་ནས་ཡང་དག་པར་འགྲོ་ཐུབ་ན། འོ། བྱིན་རླབས་གནང་ཡང་གནང་གི་ཡོད་རེད་ལ་གནང་བ་དག་ཏུ་བྱིན་རླབས་རྒྱུད་ལ་འཇུག་གི་རེད། ང་ཚོའི་གསོ་བ་བཏབ་ཀྱི་ཡོད་རེད་དེ་གསོ་བ་བཏབ་སྟངས་མ་ཤེས་ན། གསོལ་བ་ཐེབས་ཀྱི་མི་འདུག་དེ་རེད་འདུག་ག་གསོལ་བ་བཏབ་སྟངས་བཤད་མ་ཤེས་ཟེར་ཡག་དེ་ཆོས་ཀྱི་བླང་དོར་འཇུག་ལྡོག་འདི་རེད་ཟེར་གོ་རིམ་མ་ནོར་བ་ཅིག་གི་ཐོག་ནས་ཆོས་ལ་ཅིག་གི་ལུས་ངག་ཡིད་གསུམ་གཅིག་ཏུ་བསྡོམས་བྱས་ནས་ཆོས་རྣམ་དག་ལ་འགྲོ་ཐུབ་ན་གསོལ་བ་བཏབ་སྟངས་ཤེས་པ་རེད་འོང་དེ་རེད་མ་གཏོགས་མིག་ནི་མཆི་མ་བཏང་ལུས་ནི་བ་སྤུ་གཟེངས་ཅིག་གི་གདངས་སྙན་པོ་རྒྱག་ཡོད་དུ་བརྩམས་པ་ལ་ཅིག་གི་ངུ་འུ་ཅིག་བྱས་དེ་དེད་པ་མ་རེད་ད། བསྟན་པ་དེ་ཨི་འཇིགས་སྐད་ལ Emotion ཟེར་གྱི་རེད་དེ། དེ་ལ་ནུས་པ་གང་ཡང་ཡོད་མ་རེད། ཚོར་བ་རེད་བ་གོ་ཚོར་བ་ཅིག་ལ་ཡོད་རེད་དེ་ལ་ནུས་པ་གང་ཡང་ཡོད་མ་རེད། ཡིན་ན་ཡང། བ་སྤུ་གསེང་དགོས་རེད་མིག་ནས་མཆི་མ་འཁྲུག་དགོས་རེད་ཟེར་གྱི་རེད། དེ་འདྲས་ཡོང་ཡག་ལ་དང་པོ་ཕྱིར་མི་ལྡོག་པའི་གེ་ཅིག་གི་ཆོས་ཀྱི་ཉམས་ལེན་གྱི་གནད་འགག་ཞིག་དགོས་ཀྱི་འདུག་ག། ཕྱིར་མི་ལྡོག་པའི་གེ་ཆོས་ཀྱི་གནད་འགག་དང་ཆོས་ཀྱི་རྗེས་ཀྱི་གནད་འགག་དེ་སོ་སོའི་སེམས་རྒྱུད་ལ་སྦྱོར་ནས་མྱོང་ཚོར་བྱས་སླེབས་ན། དེའི་ངུ་བ་དེ་ད་ངུ་གོ་ཆོད་པ་རེད། ལས་འདུག་ག་དེ་ཡིག་ངོ་གདུང་འབོད་བྱས་པ་དེ་ངུ་འབོད་བྱས་པ་དེ་ངུ་འབོད་བྱེད་གོ་ཆོད་པ་རེད་དེ་འདྲའི་ཅིག་གི་སེམས་རྒྱུད་ལས་ཡང་འབྱོར་མ་ཐོབ་ན་གདངས་སྙན་པོ་ཅིག་རྒྱབ་བྱས་ནས་བླ་མའི་རྣལ་འབྱོར་འདོན་པ་ཡིན་ན་རེད་བླ་མ་རྒྱང་པོའི་མདུན་ནས་ངུས་བསྡད་པའི་གི་ཕན་ཡང་ཡོད་མ་རེད་དེ་ཕན་གི་མི་འདུག་ག་གདངས་སྙན་པོ་དེ་མ་རྒྱབ་ན་ངུ་གི་མ་རེད་སུས་ཀྱིས་ངུ་གི་མ་རེད་དེ་ག་ཚོད་མང་གདངས་ཧྲུག་འདོན་རྒྱབ་ད་སུས་ཀྱིས་ངུ་གི་མ་རེད་བླ་མ་རིན་པོ་ཆེ་ལ་གསོལ་བ་འདེབས་ཡ་བདག་ཅག་བློ་ཡིད་ཐང་བ་ཅིག་རེད་ད་སུས་ཀྱིས་ངུ་གི་མ་རེད་ད་བླ་མ་རིན་པོ་ཆེ་ལ་གསོལ་འདི་ངུས་འདུག་གི་འདུག་ག་ཚང་མ། ག་ཟེར་ཏེ་གདངས་ཀྱི་ངུ་གུ་ཡོད་རེད་མ་གཏོགས་མོ་གུ་གི་ངུ་གུ་ཡོད་མ་རེད་ད་དེ་དབྱེ་བ་ཕྱེ་དགོས་ཀྱི་འདུག་ཨ་འོ་དེ་འདྲ་ཅིག་གི་ཐོག་ནས་བསམ་བློ་བཏང་ནས་ཅིག་སོ་སོ་ཉམས་ལེན་གྱི་ནང་ལ་ཡར་འགྲོ་ཡོང་དུས་གནད་འགག་རེ་ཤེས་པའི་ཐོག་ནས་རང་གིས་རང་ལ་མགོ་མ་སྒུར་བར་ཅིག་དུས་ཚོད་འཕྲོ་ལ་འགྲོ་མ་འགྲོ་ཟེར་ཏེ་དེ་རེད་ཨ་འོ་དེ་འདྲ་ཅིག་བྱེད་པ་ཡིན་ན་དེ་ནི་ཐུན་མོང་མ་ཡིན་པའི་སྔོན་འགྲོ་དང་དེ་ནས་མ་བྱས་ནས་ད་དེ་ནས་མ་ལྷག་པའི་ལྷ་ཡི་དབང་བསྐུར་གྱི་བྱིན་རླབས་རིམ་པ་དེ་ཚོ་ཐོབ་ཡ་ལ་ལས་སླ་པོ་ཡོང་གི་རེད་ད་དེ་ངོ་སྤྲོད་ཡིན།